དེ་ནི་ཨ་རི་དང་ཨི་རན་གྱི་དམག་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁ་གཅིག་ཞུས་པ་ཡིན་ན། རྒྱ་ནག་ཕྱི་སྲིད་བློན་ཆེན་གྱིས་ད་ངེད་ཅག་ཏུ་ཨ་རི་ལ་ཐད་ཀར་སྐྱོན་བརྗོད་མ་བྱས་པ་ཡིན་ན་ཟུར་དུ་སྐྱོན་བརྗོད་བྱས་བྱས། གང་ལྟར་ད་ལྟའི Strait of Hormuz ད་གང་ལྟར་ཨི་རན་དང་དེ་ཡི་ཉེ་འཁོར་གྱི་གྲུ་གཟིངས་འགྲོ་ལམ་དཀའ་ངལ་འཕྲད་ཀྱི་དོན་རྐྱེན་གཙོ་བོ་དེ་ཨི་རན་གྱི་ཐོག་ལ་ཁྲིམས་མཐུན་མ་ཡིན་པའི་དམག་གི་ལི་ཁུ་སྤེལ་བ་ཡིན་ཙང་ད་ལྟའི Strait of Hormuz གྱི་གྲུ་གཟིངས་འགྲོ་ཡ་གྱི་འགྲོ་ལམ་ཡ་དཀའ་ངལ་འཕྲད་བྱ་འཛམ་བུ་གླིང་གི་ད་ཚོང་རས་སྣུམ་གྱི་ཚོང་གཙོ་བོ་ཡ་དོ་བོག་བྲོས་ཏེ་གནས་སྟངས་དེ་ལ་ཐུག་པ་རེད་ཟེར་བྱ་ཇུས་འགྱོད་བྱས་པའི་གནས་ཚུལ་བཅས་རེད་དེ་བཞག། དེ་ནས་ད་ག་ངའི་ཨ་རི་གིས་ཨི་རན་ཐོག་ལ་དམག་ཐོག་མར་སྦྱར་བའི་སྐབས་སུ་ཨི་རན་གྱིས་སའུ་ཏི་ཨ་རི་བྷེ་ལ་ཡོད་བསྡད་པའི་ཨ་རིའི་གཞུང་ཚབ་ཁང་གི་ཕྱོགས་གཅིག་ལ་གཏོར་སྐྱོན་ཆེན་པོ་བྱས་ཡོད་པ་དང་དེའི་སྐབས་སུ་ཡིན་ན་ད་ལྟའི་སའུ་ཏི་ཨ་རི་བྷེ་གྱི་བདེ་སྲུང་བློན་ཆེན་ནས་ད་ལྟའི་ཨ་རི་གི་གཏོར་སྐྱོན་དེ་ཆེན་པོ་རང་ཐོག་མེད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ལྟ་ད་ལྟའི Wall Street Journal གྱིས་བཀོད་བྱས་པ་བྱས་ན། དེའི་སྐབས་སུ་ཨི་རན་གྱི་མི་མེད་གནམ་གྲུ་གཉིས་གཅིག་མཐུད་གཉིས་མཐུད་བྱེད་སྟངས་བྱས་གྷན་དྷར་བྷ་གྷི་ལ་ཁང་པ་ཐོག་རྩ་གསུམ་སི་ཡ་ནི་དུ་ས་གནོད་སྐྱོན་བྱུང་ཡོད་པ་དང་དེའི་དགི་མེ་སྐྱོན་ཡ་ནི་དུ་ས་ཁ་ལོར་མེ་ཀ་ཡ་ལ་ནི་ཉི་མ་གཅིག་ཆེ་ཧ་སི་དུ་ས་གོར་བོ་རེ་སི་བ་དང་ཉི་མ་གཅིག་གི་ནང་ཆེ་ཧ་སི་གོར་བོ་རེ་ལ་ནི་ཁ་ལ་གང་འཚམ་གྱི་གཏོར་སྐྱོན་ཤུགས་ཆེན་པོ། ཐེབས་ཡོད་པའི་གནས་ཚུལ་གཅིག Wall Street Journal གྱིས་བཀོད་འདུག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཉེ་ཆར་ཨ་རིའི་སྲིད་འཛིན Trump གྱིས་ཨི་རན་གྱི་ཟམ་པ་དང་གློག་གི་ལྟེ་གནས་ལ་གཏོར་སྐྱོན་བྱེད་ཀྱི་ཡིན་ཟེར་ནས་སྡིགས་ར་ཆེན་པོ་བཏང་བྱས་མཐའ་མའི་ཨི་རན་གྱི་ཟམ་པ་མཐོ་ཤོས་གཅིག་དང་ཆེ་ཤོས་གཅིག B One Bridge ལས་ནི་ད་ཟམ་པ་དེ་ཡར་གཏོར་སྐྱོན་བྱས་བྱས་ནས་ཡོད་ཆེད་རེད། ད་དེ་ལ་ཨི་རན་གྱིས་ལན་འདེབས་ཀྱི་ཆེད་དུ་ད་ལྟའི། ཨ་རི་གྱི་དམག་སྒར་ཡོད་སྡེ་གསར་གྱི་བྷར་ཧེམ་དང་སའུ་ཏི་ཨ་རི་བྷི་ཡ་རྒྱལ་ཁབ་གཉིས་ཀྱི་པ་ར་ཡ་ཡོད་སྡེ་པའི་ཟམ་པ་ཆེན་པོ་འདི་ང་ཚོས་གཏོར་གྱི་ཡིན་ཟེར་ནས་བཤད་ཡོད་པ་དང་ནི་ཡུ་ཨེ་ཨི་གྱི་ནང་ལོགས་ཡ་ཡོད་སྡེ་པའི་ཟར་པ་ཁག་གསུམ་ལ་ཡང་ཁོ་རང་ཚོ་གིས་གཏོར་ཡ་གྱི་སྡིགས་ར་བཏང་སྡད་ཀྱི་ཡོད་པ་དང་ན་ཤེས Kuwait རེད་ཇོ་ལྡན་རེད་འདི་ཚོའི་གི་ཟམ་པ་ཡ་གཏོར་སྐྱོན་བྱེད་ཀྱི་ཡིན་ཟེར་ནས་གང་དག་ཏུ་འདི་རྒྱལ་ཁབ་དེ་ཚོ་མང་ཆེ་གཅིག་ཚོ་དང། ཆུ་མང་པོ་ཅིག་གིས་པཱ་ར་ཡ། དུ་ཟ་ཁ་ལོ་མཚོ་གླིང་ཆུ་འཇིག་རྟེན་ནི་མང་པོ་ཇི་ཡོད་བདེ་བ་འདི་གའི་ཐུན་མཚམས་ཀྱི་ཟམ་པ་དེ་ཚོ་ཡ་གཏོར་སྐྱོན་བྱས་ཡ་ཀྱི། སྡིག་ར་ཚུགས་བཏང་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནི་ཨི་རན་གྱི་རྩ་བའི་ཨི་ཟི་རེལ་ཐོག་ལ་ད་ཅིག་མེ་ཤུགས་འཕུར་མདའ་དང་འབར་རྫས་འདྲ་མིན་སྣ་ཚོགས་ཀྱིས་ད་ཁོ་རང་ཚོ་གི་འཐབ་འཛིང་མང་པོ་བྱེད་ཀྱི་ཡོད་པ་རེད་དེ་མཚམས་མཚམས་ནི་ད་རྣམས་བཀག་འགྲོ་གི་ཡོད་པ་རེད་མཚམས་མཚམས་ནི་ད་ཕ་གི་ལ་ལས་བྱས་གནོད་སྐྱེལ་ཐུབ་ཀྱི་ཡོད་པ་དེ་འབྲེལ་གྱི་ཐོག་ནས་ད་ལྟའི་ཨི་ཟི་རེལ་གྱི་གསང་བའི་ལི་ཀོང་མཱ་སུད་ཀྱི་ལི་ཀོང་ཡག་ནི་ཁོ་རང་ཚོ་གིས་གཏོར་སྐྱོན་བྱས་ཡོད་ཟེར་ལབ་ནི་ད་ལྟའི་ཨི་རན་གྱི་བརྙན་ཐུང་བརྒྱུད་ནས་སྟོན་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་འདི་ཤ་ཡིན་ནི་ད་ལྟའི་ཨི་ཟི་རེལ་གྱི་ས་ཆ་ད་གའི་སྒང་ལ་གཏོར་སྐྱོན་བྱུང་བ་ཡིན་མིན་གང་ལ་ཤེས་ཤེས་གང་ཡང་བྱས་མེད་པའི་གནས་ཚུལ་བཅས་རེད་འདི་ཤ་ཡིན་ནི་ད་ཁ་ཚང་དེ་རིང་གི་པཱ་ར་ལེ་ན་རེད། ཨི་རན་གྱིས་ཨི་ཟི་རལ་གྱི་གྲོང་ཁྱེར་ནང་ལོ་ཡར་གཏོར་སྐྱོན་ཁ་རེ་རེ་གཉིས་རེ་བྱེད་ཐུབ་བསྡད་ཀྱི་ཡོད་པ་ལྟར་མང་པོ་གཅིག་རྣམས་ནང་ནས་བཀག་འགྲོ་གི་ཡོད་པ་རེད་དེ་ད་འདོད་ནས་བྱེད་ཐུབ་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ནི་ཁ་ཚང་འདུག་ཨི་རན་གྱིས་ད་ལྟའི་ཨ་རིག་གི་མནའ་མ F གསུམ་གསོ་ལྔ་གཏོར་བ་ཡིན་ཟེར་ལན་ཤེས་སྐོར་ཨ་རིག་གི་གསུམ་གསོ་ལྔ་མ་རེད་གཞན་པ་རེད་ད་གང་ལྟར་དེ་འདྲ་བཤད་བསྡད་ཀྱི་ཡོད་པ་རེད་དེ་ད་གང་ལྟར་གནམ་གྲུ་དེའི་གི Pilot ལགས་རོགས་ད་གནམ་གྲུ་ཁ་ལོ་བ་གཉིས

ཨོ་དེ་ནས་ད་བརྗེད་བྱའི་གནས་ཚུལ་ཅི་ནུ་མི་འགྲོ་ཁ་གཅིག་ཞུས་པས་ན་ད་ད་འདི་རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོ་ཡ་ནི་ད་འདི་དམག་སྒར་ལ་བོར་བས་ད་གང་དག་དེ་འདྲའི་དམག་གི་ལྟེ་གནས་ཀྱི་གཞི་ཆགས་ས་ས་ཆ་ཆེན་པོ་ཅིག་རྒྱ་མཚོའི་ནང་ལོ་ལ་བཟོས་ཀྱི་ཆ་ཞིག་ཡོད་འདོད་པ་འདི་བཟོས་ཐུབ་བསྡད་ཀྱི་ཡོད་པའི་གནས་ཚུལ་བཅལ་རེ་འདི་ཤ་ད་གང་དག་འདིའི་ནང་ལོ་ཡ་གནམ་གྲུ་རྒྱུག་ལམ་དག་ནི་མ་འོངས་པ་ད་གང་དག་དམག་དོན་གྱི་ལས་ཀ་བྱེད་ས་ཆེན་པོ་ཅིག་སུ་ཐུ་ཡ་གི་འབད་བརྩོན་བྱེད་ཀྱི་ཡོད་པ་དང་དེའི་གི་ལེགས་གྲུབ་བྱུང་བ་ཡིན་ན་ནི་རྒྱ་ནག་པེ་ཅིང་གི་ད་མ་འོངས་པ་དམག་དོན་གྱི་ལྟེ་གནས་གཅིག་གསར་བ་འཛུགས་སྐྲུན་བྱས་ཐུབ་ཡོད་པའི་འདི་ཚོའི་ཕྱག་དྲུག་ཡོད་པ་འདྲ། དེ་ནས་ཁ་སང་དུ་ས་རྒྱ་ནག་གི་ཆང་ཡིན་རྒྱལ་པ་ལས་ཐོག་ཁོ་རང་ཚོ་གི་འཛམ་གླིང་གི་ད་ལྟའི་མི་མེད་གནམ་གྲུ Drone། ཏཱ་ལ་འོར་འདྲེན་བྱེད་མཁན་ཆེ་ཤོས་དེ་བཟོས་ཡོད་པའི་གནས་ཚུལ་བཅས་རེད་དེ་ཆེས་ཁ་ཚང་དུ་སི་ཙེང་ཧའོ་གནམ་ཐང་ཡ་ཁོ་རང་ཚོ་གིས་ཚོད་ལྟ་བྱས་ཡོད་པ་དང། ད་ལྟའི་ཆ་ནས་མི་མེད་གནམ་གྲུ་ཁོ་རང་གི་ཞུགས་ཚད་ལ་འོར་ཁོ་རང་གི་ལྗིད་ཚད་དེ་ཏུན་གསུམ་དང་ཕྱེད་ཀ་ཡིན་བསྡད་པ་དང་ཡིན་ནའི་ཁོ་རང་གི་ལྗིད་ཚད་ལས་ཆེ་ནི་ཏུན་བདུན་ཁེ་ཐུག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཆེས་ག་འདྲ་ད་ལྟའི་མི་མི་རྣམས་སྤྲུལ་ཆེན་པོ་དེའི་དམག་གི་ཐོག་ལ་བོད་ཆོས་དང་ལྷའི་སྲོལ་ཐུག་གི་ཡོད་པ་དང་ཡང་རྒྱུན་ལྡན་གྱི་སྐྱ་ལྷ་ཨོ་རད་ཀྱི་ཐོག་ལྷའི་སྲོལ་ཡོད་པ་གང་དག་ཁག་གཉིས་སྲོལ་ཡོད་པའི་ནི་ཚུལ་དཔྱད་རེད་དེ་བཤད། དེ་ནི་ཧྥ་རན་སི་གི་སྲིད་འཛིན་ཨེ་མེ་ནུལ་མོ་ཁུན་གྱིས་ཨ་རིའི་སྲིད་འཛིན་ཀྲུམ་ལ་སྐྱོན་བརྗོད་བྱས་ཆེད་བརྙན་ཐུང་རྙིང་པ་འདི་འདྲ་ལྟ་ཆེད་མི་ལ་སྐྱོན་བརྗོད་བྱས་མཚམས་འཇོག་བྱས་ཟེར་ནི་ཕག་ལེན་ལོག་ཡོད་པའི་ནི་ཚུལ་དཔྱད་རེད་དེ་བཤད། རྩ་བའི་ངེད་ཅག་སྲིད་འཛིན་ཀྲུམ་གྱི་ཁ་མགོན། ཧྥ་རན་སི་ཀྱི་སྲིད་འཛིན་ཨེ་ཤེ་ལ་ཐེ་བའི་སྐབས་སུ་ནི་ཁོ་རང་གི་བཟའ་ཟླ་མོ་ལ་ཏི་གིས་ཁོ་རང་ལ་འགྲམ་ལྕག་གཞུ་བསྡད་པའི་ཏི་གཉིས་སྟོང་ཅིག་ཕྱི་ལ་འཕྱར་བར་བ་ཏི་ད་ལྟའི་སྲིད་འཛིན་ཏྲམ་གྱིས་འདི་ལ་སྐྱོན་བརྗོད་བྱས་ཀྱི་ཨ་ནི་ཧྥ་རན་སི་ཀྱི་སྲིད་འཛིན་ནི་ཁོ་རང་གི་བཟའ་ཟླ་ལ་ད་ཞི་བ་ཅིག་སྤྲད་གི་ཡོད་པ་རེད་ཁ་སང་ཁོ་རང་ཡ་གདོང་པའང་ལ་ཞུ་ཤེས་ཀྱི་དེ་ད་ལྟ་ཡག་པོ་གྲགས་ཡོད་མ་རེད་ཟེར་ལབ་ཀྱི་ད་གང་ལྟར་གནས་སྐོར་བའི་གནས་ཚུལ་གཅིག་ལ་ལན་འདེབས་བྱས་པའི་གནས་ཚུལ་རེད་དེ་ཤག། དེ་ནི་ཧྥ་རན་སི་གི་སྲིད་འཛིན་ཉིད་ཅག་ཀོ་རི་ཡ་ལ་ཐེ་བྱེད་ཨ་ནི་ཀོ་རི་ཡ་གི་སློབ་གྲྭ་གཅིག་གི་ནང་ལོ་ཡ་གཏམ་བཤད་བྱས་པའི་སྐབས་སུ་ད་ད་ལྟའི་འཛམ་གླིང་གི་ཨ་རིག་གི་སྲིད་ཇུས་བརྟན་པོ་མེད་པ་དེ་ལ་ནི་ང་ཚོས་གི་ད་གནས་སྟངས་མང་པོ་ཅིག་དེ་ལ་ཁ་ལོག་ལྟ་ཁྱི་སེ་རང་སེ་བྱས་གོ་དོན་གི་མཐོང་མི་འདུག་ཟེར་བ་ག་ད་ཨ་རིག་གི་འཛམ་གླིང་སྣེ་ཁྲིད་གི་ཐོག་ནས་དབང་ཆ་བེད་སྤྱོད་བཏང་ནས་འགྲོས་དེ་བ་ལས་འགྲོ་དགོས་ཡོད་མ་རེད་ལ། རྒྱ་ནག་གི་དབང་ཤུགས་བེད་སྤྱོད་བཏང་བྱས་པའི་སྐོར་མགོ་ནན་བྱས་རྗེས། ལི་ཞི་ཆེ་འདི་བ་ལས་འགྲོ་དགོས་ཡ་ཡོད་མ་རེད་ཟེར་ང་ཚོ་རྒྱལ་ཁབ་གཙང་མ་སུ་སོ་སོའི་གི་རྒྱལ་ཁབ་གི་ཁེ་ཕན་ལ་ལྟ་བྱེད་ལག་བསྟར་བྱེད་དགོས་ཀྱི་ཡོད་པ་ད་ག་ནད་དེ་འདྲའི་གི་ཟུར་ཟ་བྱེད་པའི་ནི་ཚོའི་དཔྱད་རེད་དེ་ཤ་དེ་ནི་བེ་ལ་རུ་སི་གི་སྲིད་འཛིན་ནི་ད་ལྟའི་ཨ། ཨ་རི་ཡར་སྐྱོན་བརྗོད་བྱས་པའི་རྣམ་པ་ཐོག་ནས་ད་ད་འདི་ཨ་རི་གིས་ཨི་རན་ཐོག་དམག་བརྒྱད་དེ་ད་མཚམས་བཞག་གི་ཡིན་ཡང་སྲིད་ལབ་ལྟེ་བ་ན་ཞེ་བཞག་ཐུབ་པ་བྱེད་དགོས་རེད། ཨི་རན་གྱི་དམག་དོན་དེ་ཨི་ཟི་རལ་ལ་རྩིས་སྤྲད་བྱས་ནས་ཨི་ཟི་རལ་དང་ཨི་རན་གཉིས་ཀྱི་པར་ཡར་འཛིང་བྱེད་དགོས་པ་ད་དེ་འདྲའི་གི་ཁོ་རང་གིས་སྐད་ཆ་བཤད་ཡོད་པ་ད་འདི་གི་གཞི་བཞག་ས་དེ་ད་འདི་ར་ཤི་ཡ་དང་ཡུག་རེན་གྱི་དམག་དང་འབྲེལ་བའི་ཐོག་ནས་དེའི་གི་ཐོག་ལ་ད་འདི་ཡུག་རེན་གྱི་ཐོག་ལ་ད་ད་འདི་ནེ་ཐྲོ་གྱི་རྒྱབ་སྐྱོར་མང་པོ་བྱེད་ཀྱི་ཡོད་པ་རེད། འདི་ཚོ་མཚམས་འཇོག་བྱེད་དགོས་ཀྱི་ཟུར་ཟ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་འདི་ཤ་ཚ་བའི་བེ་ལཱ་རུ་སི་དེ་ར་ཤི་ཡའི་སྲིད་འཛིན་དང་མཐུན་ཕྱོགས་ཀྱི་རྒྱལ་ཁབ་གཙོ་བོ་གཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནི་པཱ་ཁི་སི་ཐན་གྱི་བདེ་སྲུང་བློན་ཆེན་ཁོ་བྷ་ཇ་ཨ་སིབ་ཀྱིས་རྒྱ་གར་བདེ་སྲུང་བློན་ཆེན་རཱཇ་ནཱ་སིང་གི་ཉེ་ཆར་པཱ་ཁི་སི་ཐན་ལ་སྡིགས་ལ་བཏང་བ་ལྟར་པ་ཀི་སི་ཐན་གྱིས་ནི་ད་ལྟའི་ཨི་རན་གྱི་དམག་གི་ཟིང་འཁྲུག་ལ་གོ་སྐབས་ལེན་ཆེད་ནི་དུ་བ་ཡོན་ཀྲང་མི་དྲག་གི་ལས་ཀ་བྱས་པ་ཡིན་ན་འགྲིག་གི་མ་རེད་ཟེར་ནས་རྒྱ་གར་གྱི་བརྡ་ལན་ཆེན་པོ་སློག་གི་ཡིན་ཟེར་ནས་དེ་ཕར་བཤད་ཡོད་པ་འདྲ། ཁོ་རང་གིས་དེ་ལ་ཚུར་ལན་འདེབས་བྱས་ཡ་ཨི་ར་ཏན་སིང་ཁྱོད་རང་གིས་ཤེས་དགོས་ཡ་གཅིག་ཡ། པ་ཀི་སི་ཐན་དང་རྒྱ་གར་གཉིས་ཀ་ནི་རྡུལ་ཕྲན་མཚོན་ཆ་ཡོད་དེ་ངེད་ཀྱི་རྒྱལ་ཁབ་རེད་ཟེར་བ་ནི་གཅིག་གིས་གཅིག་ལ་སྡིགས་ར་བཏང་ཆེད་ནི་ལས་ཀ་འགྲོ་ཡ་ཡོད་མེད་པ་ད་ག་འདྲ་ཨི་ར་ནི་དེའི

བྱ་བཞིན་ཡོད་དེ་པའི་མི་ཚོའི་སྤྱན་རས་བདེ་ཆ་ད་ལྟའི་ཁྲི་ལོ་གཅིག་དང་ཕྱེད་ཧ་གྱི་ནང་ལོ་ཡ། ཁེ་ཉོན་ད་ལྟ་ཨ་རིའི་སྲིད་འཛིན་ཀྲམ་གྱིས་ཨ་རིག་གི་ཐོག་ལ Golden Drum ལན་རྟ་གང་དག་སྲུང་སྐྱོབ་ཀྱི་ལས་གཞི་ཆེ་དཔལ་གྱི་དུད་དྲེག་མཚོན་ཆ་བཟོས་དེ་ལ་ས་ཡ་བརྒྱ་དང་བརྒྱད་ཅུ་གྱེས་ང་ཡོད་དོ་པ་དེའི་འདི་ནང་ཚུགས་ཡོད་པ་རེད་ཟེར་བ་དག་ན་ཤེས་ཡོན་ཨ་རིའི་གྱི་ད་ལྟའི F གསུམ་གསོ་ང་གསར་བ་མང་པོ་ཆེ་བཟོས་ཡ་རེད་ཡོན་ད་ལྟ་མཚོ་དམག་དང་འབྲེལ་བའི་ཐོག་ནས་གྲུ་གཟིངས་གསར་བ་མང་པོ་ཆེ་བཟོས་ཡ་ཚོ་དེ་ཚོ་ཚང་མ་དང་འབྲེལ་བའི་ཐོག་ནས་ཁྱོན་བསྡོམས་པའི་སྒྲོག་ལ་དཀྲི་ལན་གཅིག་དང་ཕྱེད་ཀ་བཟོས་དགོས་ཀྱི་ཡོད་པ་རོ། དཔལ་འབྱོར་འཆར་འགོད་ཀྱི་ཐོག་ནས་བདེ་སྲུང་ཡ། ད་དེ་དང་འབྲེལ་བའི་ཐོག་ནས་ད་ལི་རིམ་གཙོ་བོ་དེ་སྤྱི་ཟླ་བཞི་བའི་ཚེས་ཉི་ཤུ་རྩ་གཅིག་ལ་དུས་འགོའི་བའི་འདི་ཚོའི་བཅད་རེད་དེ་ཤ། དེ་ནི་ཨི་རན་གྱི་སྣུམ་ཆེན་པོ་གཅིག་དུ་སྟར་གྲུ་གཟིངས་ནང་ལ་འཁྱིལ་ཡོང་བྱ་ཉི་མ་ཁ་ཤས་ཤིག་འཁྱིལ་ཡོང་བྱ་གུ་ཇི་རཱཏ་ལ་བཀབ་བྱ་མཐའ་མ་གུ་ཇི་རཱཏ་ལ་མ་འགྲིག་པ་བྱས་བྱ་རྒྱ་ནག་ལ་འཆིང་ཡོད་བའི་འདི་ཚོའི་བཅད་རེད་དེ་ཤ། ད་ག་འདའ་ཨི་རན་གྱི་སྣུམ་ཆེན་པོ་འདི་འདྲའི་ད་ཡོད་ཏིག་ངེས་ནས་ཨ་རིག་གི་ཉི་ཆི་བཏང་ཤག་པ་ར་ད་འདི་གི་རྗེས་ལ་ལོ་བདུན་གི་རྗེས་ལ་ཐེངས་མ་དང་པོ་སླེ་ཡོད་པ་དང་ཨ་རྒྱ་ག་གི་འདི་དུས་ཁབ་ཏོ་ཉོ་ཡས་གི་ཐོག་ནས་ཚོང་སྒྲིག་མ་འགྲིག་བྱས་བྱས་ཨ་ནི་དཔེ་ཆ་རག་གི་མི་འདུག་སླབ་བྱས་ཨ་ནི་ད་འདི་ཨི་རན་གྱི་སྣུམ་འདི་རྒྱ་ནག་ལ་དུ་འགྲོ་ཡོད་པའི་ནི་ཚུལ་བཅས་རེད་དེ་ཤག། ཨོ། དེ་ནས་ད་ཐོག་མ་དེ་རྒྱ་ནག་དང་འབྲེལ་བའི་གནས་ཚུལ་ཁ་ཅིག་ཞུས་པས་ན་ད་རྒྱ་ནག་གི་ད་ལྟའི་ཞིབ་འཇུག་རུ་ཁག་ཅིག་གི་ལག་འོག་ད་ཞིབ་འཇུག་སློབ་མ་ཁག་ཅིག་གིས་ཞིབ་འཇུག་བྱས་པའི་ཐོག་ནས་ཁོ་རང་ཚོ་གི་ད་ལྟའི Gravity Detector རེད་བ་ད Gravity ལས་དེ་ང་ཚོས་འདི་རེད་ད་གནམ་གྲུ་དེར་གནམ་ལ་འགྲོ་དུས་སྐབས་སུ་སྒྲ་ཅིག་ལེགས་འདུག་བ་བིརིིརིརིར་ལ་ཞིག་ང་ཚོའི་གྲུ་བོ་བྲོ་ན་རེད་ཡང་ཅིག་ལྕགས་ལ་དེ་འདྲ་ལ་ཤུགས་ཆེན་པོ་ཞུས་ན་དེ་ཡང་ཅིག་ཀྱིས། སྒྲ་དེ་གི་བི་བྲ་ཅིག་ལེགས་དང་སྒྲ་དེ་མ་ཏཱ་བིར་ལ་གཅིག Vibration ལེགས་དུ་གཉིས་ཐོག་ན་ད་དེ Vibration གི་ང་ཚོའི་གཅིག་ཡོར་བ་ཚོར་བ་ཅིག་ཐོ་དེ་སིམ་ཐུ་ཡ་གི་དེ་འདྲས་གི་འཁྲུར་ཆ་བཟོས་གི་ཡོད་པའི་ནི་ཚོའི་ཆེ་རེད་ད་ཤ་ད་གང་དག་དེའི་འཁྲུར་ཆ་དེ་བཟོས་ཐུ་བ་ཡིན་ན། ད་ད་ལྟའི་ང་ཚོའི་འཛམ་བུ་གླིང་གི་དམག་དམངས་ཅན་རྣམ་སྣང་ནས་རྒྱག་གི་ཡོད་པ་ར་གནམ་ནས་གཡུག་གི་ཡོད་དུས་ནི་ཁོ་གང་ལྟར་གནམ་གྲུ་དང་མེ་ཤུགས་འཕུར་མདའ་དར་རྟ་དེ་ཚོ་ག་རེ་གཡུག་གི་ཡོད་ན་དེ་གཅིག་གཟིམ་ངན་གྱི་ལོག་ཁ་ཅིག་ཡོད་སྡད་པ་རེད། ད་ལྡི་ལི་ཡར་རྒྱས་གོང་པེ་ཅིང་ཡར་ད་ཆུ་གི་བང་ནས་བད་སབ་མ་རིན་ལར་གྲུ་གཟིངས་བད་ཆུ་བང་ནས་འགྲོ་དེ་ངན་ཉལ་ནང་ཞེས་འགྲོ་དེ་ངན་དེ་འདྲས་གི་བཟོས་གི་ཡོད་པ་ར་བ་ད་དེ་ཚོ་ཡོང་གི་ཡོད་མེད་ད་ལྡི་གི་སྒྲ་ཅིག་ཡོད་ར་བ་ད་ལྡི་གཟིམ་ཐུ་ཡར་རྒྱས་ཡང་དེ་འདྲས་གི་ད་ལག་ཆ་ལ་འོ་རེ་འཕྲུལ་ཆ་དེ་འདྲ་ཅིག་བཟོས་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་ནེ་ཨ་རིའི་གྲོས་ཚོགས་འཐུས་མི་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་གསུམ་གྱིས་ཨ་རིའི་སྲིད་འཛིན་ཁྲི་རམ་ལ་སྙན་ཞུ་བརྒྱབ་ཆེད། ཨ་རིའི་གིས་ད་ལྟའི་རྒྱ་ནག་གི་མོ་ཏྲ་སོལ་ངན་ཨ་རིའི་ནང་ལོ་ཡར་མོ་ཏྲ་སོལ་བཅོལ་དེ་མཚམས་འཇོག་བྱས་དགོས་པ་མ་ཟད་མེག་སི་ཀོ་དང་ཀེ་ན་ཏྲ་ལས་ནས་འཛུལ་བཅུག་རྒྱུ་ཡོད་མ་རེད་ཟེར་བ། གང་ལྟར་དེ་འདྲའི་བྱེད་ཡས་པ་ཡིན་ན་ཨ་རིག་གི་དཔལ་འབྱོར་གི་ཐོག་ལ་གནོད་སྐྱོན་ཆེན་པོ་བཏང་གི་ཡོད་པ་དང་ནི་མ་འོངས་པར་ཨ་རིག་བདེ་འཇགས་ལ་ཡང་ན་གནོད་སྐྱོན་ཆེན་པོ་ཡོང་གི་རེད་ལབ་ཅེས་ཁོ་རང་ཚོ་གི་ཐད་སྙན་ཞུ་གི་ནང་དོན་གཙོ་བོ་དེ་བྲིས་ཡོད་པའི་འདི་ཚོའི་དཔྱད་རེད་དེ་བཤད། རྩ་བའི་སྲིད་འཛིན་ཀྲམ་གྱི་ཁ་ངོས་སྤྱི་ཟླ་དང་པོའི་ནང་ལོ་ཡས་རྒྱ་ནག་གི་མུ་དྲ་བཟོས་ངན་ཨ་རིག་ནང་བཟོས་བཅོས་ཀྱི་སྐད་ཆ་དེ་འདྲ་ཅིག་ཡོང་ཡོད་འདྲ། ཐ་ན་བྱས་ད་སྲིད་འཛིན་ཀྲམ་ས་ཉིད་སྤྱི་ཟླ་ལྔ་པའི་སྟབས་གཅིག་ཡ་ནི་དུ་ས་རྒྱ་ནག་ཡ་ཉི་མ་གཉིས་ཀྱི་འཚམས་སྲིད་འགྲོ་ཡ་དང་འབྲེལ་བའི་ཐོག་ནི་དུ་འཛམ་བུ་གླིང་གི་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང་ཨ་རིའི་ཁོ་རང་བཟོས་ནས་དུ་འཛམ་བུ་གླིང་གི་དཔལ་འབྱོར་ཆེ་ཤོས་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་གྱི་དུ་སྲིད་རགས་ཆེན་པོ་གཅིག་པས་ཡིན་པ་ཡིན་ད་དེའི་ཐོག་ལ་ཡ་ནི་ཞིབ་འཇུག་ནན་པོ་ཁྱེད་ཀྱིས་ད་ག་འདྲ་ད་འདྲའི་གྲ་སྒྲིག་ཨང་གསར་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ཁ་ཚང་ང་ཚོའི་གནས་ཚུལ་བཅས་ཀྱི་ནང་ལོ་ཡ་ཨི་རན་གྱི་སྣུམ་གྱི་གྲུ་གཟིངས་ཆེན་པོ་གཅིག་རྩ་བའི་རྒྱ་གར་གྱི་གུ་ཇུ་རཱཏ་གྱི་ས་ཐོག་ལ་བབས་འགྲོ་བྱས་ཀྱི་གནས་ཚུལ་དང་འབྲེལ་བའི་ཐོག་ནས་མཐའ་མའི་དེའི་སྣུམ་དེ་ནི་དུ་སི་རྒྱ་གར་ལ་མ་བབས་བྱས་ཅེས་རྒྱ་ནག་ལ་ཁ་བསྒྱུར་ནས་ཕྱིན་པའི་གནས་ཚུལ་བཅས་བཤད་པ་རེད། ཏེ། དེའི་སྐབས་སུ་ད་ལྟའི་སྣུམ་གྱི་དཔེ་ཆ་སྤྲད་མ་སྤྲད་ཡོད་ད་ང་ཚོ་ཅལ་ལ་བཙོང་ཁ་ལེན་ན་ཁབ་ཐུབ་དཔེ་ཆ་མ་སྤྲད་ན་ང་ཚོ་ལ་མ་བཙོང་བྱས་གཞན་པ་བཙོང་གི་ཡོད་མགུར་བ་དེ་འདྲ་དང་འདྲེས་པའི་ཐོག་ནས་གནད་དོན་རེ་ཟ་ནི་བཀོད་ཡོད་པ་རེད་ད་ང་ཞིག་དེ་འདྲ་བྱེད་ཤེས་ཡ་པ་རེད་དེ་ད་ད་ལྟའི་རྒྱ་གར་གྱི་སྣུམ་དང་ནི gas ལ་འོར་བ་ད་ནུས་ཤུགས་ཀྱིས་བླུན་ཆེན་གྱི་ཤེས་ཡ་བྱས་ཡ་བྱས་ན་དེ་འདྲའི་གནས་ཚུལ་གང་ཡང་མ་རེད་ཟེར་བ་གང་ལྟར་རྒྱ་གར་གྱི་ཨི་རན་རྣམས་ནི་ལོ་བདུན་རིང་སྣུམ་ཉོས་མེད་རེད། ཁྱེད་རང་གིས་དེའི་སྐྱེ་རྒ་དང་འབྲེལ་བ་ཁྱད་ཡོད་མ་རེད་ཡིག་ཆ་གཞན་གྱི་ཅིག་དོན་དག་གི་ཆེད་ནས་ནི་དུར་ས་བྷ་ག་ན་ལ་ཁ་བསྒྱུར་ནས་ཕྱིན་པ་རེད་ལབ་ཅེས་བཤད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི France གྱི་མི་སེར་ཡིན་དེབ་ཅིག་ཉིས་སྟོང་བཅུ་ལོ་ནི་དུར་ས་རྒྱ་ནག་ནང་ལོ་ཡ་ཉེ་དག་གི་དོན་རྐྱེན་བྱུང་བའི་ཐོག་ནི་འཛིན་བཟུང་བྱས་ཡོད་པ་དང་ཁ་ཚང་ཁོ་རང་ཡང་དུར་ས་སྲོག་ཁྲིམས་བཅད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་གཙོ་བོ་ཧྥ་རན་སི་གི་མི་སེར་རེད་འདུག་དེ་ནི་ཁོ་རང་སྐྱེས་ས་དེ Laos ལ་སྐྱེས་བྱས་ནི་ད Laos ནས་ཧྥ་རན་སི་ཞིང་ཧྥ་རན་སི་གི་མི་སེར་ཆགས་དེ་དེ་འདྲ་ཞིག་རེད་དེ་བཤད། ཐ་ན་ཕྱིས་ཧྥ་རན་སི་སྲིད་གཞུང་ནས་ནི་དེའི་པར་ཡལ་སྟབས་གང་ལྟར་རྒྱ་ནག་ལ་གནོད་ཤུགས་འདྲ་མིན་སྣ་ཚོགས་སྤྲད་བྱས་ལ་བོར་བའི་འབད་བརྩོན་ཧུར་ཐག་བྱས་འདུག་དེ་མཐའ་མ་ཁོ་རང་གིས་སྲོག་སྐྱོབ་བྱེད་ཐུབ་མེད་པ། ད་ཁ་ཁ་ཚང་ཁྲིམས་ཐག་མཐའ་མ་དེ་ཡིན་ན་ནི་ཧྥ་རན་སི་གི་རུ་ཁག་ནི་ཕ་གི་ལ་བཅར་ཐུབ་མེད་པ་དེ་འདྲ་གྱི་ནི་དང་བཅས་བྱུང་སྟེ་བཤད། དེ་ནི་བལ་ཡུལ་དང་འབྲེལ་བའི་ཐོག་ནས་གནས་ཚུལ་རྒྱུན་ཇི་བཞིན་བརྗོད་པས་ན་ད་ལྟའི་བལ་ཡུལ་སྲིད་གཞུང་གསར་པ་ལས་བྱེད་ནི་བལ་ཡུལ་གྱི་ལས་ཁུངས་ཁག་རེད་སློབ་གྲྭ་ཁག་རེད་མཐོ་རིམ་སློབ་གྲྭ་ཁག་རེད་ད་དེ་ཚོ་ཚང་མ་གཟའ་སྤེན་པ་དང་ཉི་མ་གཉིས་ལ་ནི་དོ་ཟ་ད་འདྲའི་ཆ་ནས་ད་གོང་གསལ་བྱ་ཡག་གི་སེ་ར་སྤེལ་ཡོད་པའི་གནས་ཚུལ་བཅས་རེད་དེ་བྱས་ད་རྩ་བའི་གཟའ་སྤེན་པ་དང་ཉི་མ་གཉིས་དགོངས་པ་བཞག་གོང་གསལ་བཞག་པའི་རྒྱུ་མཚན་ཆེ་ཤོས་དེ། ད་ད་འདྲའི་ཕ་ཡུལ་ནང་ལོ་ཡག་ནས་ད་སྣུམ་གྱི་དཀའ་ངལ་དེ་ག་ལ་ག་ལའི་འཕྲལ་གྱི་ཉེན་ཁ་ཡོད་པ་ཡིན་ཙང་ད་གཅིག་མི་ཡར་མར་བྲོས་ཏེ་ལྟས་ཉུང་ངུར་ཡོང་བའི་གི་ཆེད་དུ་ནི་འདུག་ས་སྤེན་པ་ད་ཕ་ཡུལ་ཁོ་རང་ས་ནམ་རྒྱུན་རྒྱུན་ལྡན་གྱི་གོང་གསལ་ཆགས་བསྡད་ཀྱི་ཡོད་པ་རེད། ནི་ས་ཉི་མ་ལ་ཡིན་ན་ད་གོང་གསལ་བཞག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ཐ་ན་ཞེས་བོད་ཡུལ་གྱི་ལས་ཁུངས་ཁག་ཡིན་ན། ཞོགས་པ་ཆུ་ཚོད་དགུ་པ་ནས་དགོང་ཟླ་ཆུ་ཚོད་ལྔ་བ་བར་དུ་གོ་བལ་གྱི་དུར་ས་སེ་ར་བལ་ཡུལ་བའི་གནས་ཚུལ་བཅས་རེད་དེ་ཤ་སྟག་ད་ལྟ་བར་དུ་ཡིན་ནོ་གཅིག་བལ་ཡུལ་གྱི་ཁ་ལག་འགྲོ་སྟངས་ཆོས་ར་བ་ད་ང་ཚོའི་བལ་ཡུལ་པུའུ་གྱི་དབྱིན་ཇི་ཤིང་སྐྱོད་ལ་ནི་ཤིང་སྐྱོད་རེད Breakfast ས་ཡིན་པའི་ལ་ནི Dinner ས་ཡིན་ལེགས་རེད Dinner ས་ཡིན་པའི་ལ་ནི Lunch ས་ཡིན་ལེགས་ད་ཁོང་ཚོ་གི་ཁ་ལག་དེ་མིང་ཅིག་ང་ཚོ་གཅིག་ཡོད་ར་ཞོགས་ཅ་ཉིན་གོང་དགོང་ཟླ་མིང་དེ་ཏག་ཏག་ཡོད་མ་རེད་ད་ཁོང་ཚོ་གི་ར་བ་ད་གང་ལྟར་རྩི་ཐང་ཞིག་ཏུ་བ་ཁོ་ཚོའི་ཁ་ལག་དེ་དག་གནའ་སྔ་མོ་ང་ཚོའི་ཞིང་པའི་གི་འགྲོ་སྟངས་ཀྱི་ཐོག་ནས། ད་ཞིང་པ་ཡིན་ན་མི་ཞིང་ཁར་གཅིག་འགྲོ་ཚར་ན་ཚུར་གླེང་མ་རུང་ཨ་ནི་ཁྱོད་ཚོ་ཅུག་རྩིས་ཞིག་ལ་ཁ་ལག་བཀྱག་རྩིས་ས་ཆ་ནི་ཞིང་ཁར་འགྲོ་ཉིན་ཉིན་ང་ཞིང་ཁར་ལས་ཀ་བྱེད་འདེགས་རུང། ད་དེའི་གི་གོམས་གཤིས་དེ་ཞི་བོ་ཞིག་ཏུ་བ་ཁོ་ཚོའི་ཞོགས་སྐྱ་དེ་ཞོགས་སྐྱ་ལྔ་བོ་ཡར་ལངས་བྱ་ཞིག་ད་བིས་ཀོ་འདྲ་བོ་ཞིག་ས། དེ་ནི་ཉིན་གུང་ཆུ་ཚོད་བཅུ་བ་ཅུག་གཅིག་ཏུ་བ་ནས་ནི་དལ་བར་ལས་རུ་ད་དེའི་འཁྱོག་རྩིས་ས་ཞིག་རུ་བ། ཨ་དོན་དུ་ཆུ་གསུམ་པ་སི་ལ་ནི་ཁོ་ཚོའི་རྨོ་མོ་ཏྲ་བོ་གཅིག་ཁ་ཚ་ལན་གཅིག་ཟེར་རན་གོང་ད་ག་ལ་དེ་ཆུ་ཚོད་དགུ་པ་ཚ་དེ་འདྲའི་ད་འགྲོ་སྟངས་འགྲོ་ཞིང་སྐྱེས་པ་དགུ་པ་དེ་འདྲ་ཞིག་ཟ་གི་འདུག་བ། ཁྱེད་ཚང་གི་ད་དེའི་འཛམ་བུ་གླིང་དེ་མཐུན་དགོས་མ་རེད་གང་ད་འགྲོ་སྟངས་ཆོས་རང། ཁྱེད་ཚང་གི་ད་ད་ལྟའི་ཕ་ཡུལ་གཞུང་གི་ལས་ཁུངས་དེ་ཚོ་ཚང་མ་ཆུ་ཚོད་དགུ་པ་ནས་ལྔ་བ་བར་དུ་ཟོས་ཤིག་ད་སྔོན་མ་ནི་ཁོ་ཚོ་མང་ཆེ་ཆུ་ཚོད་བཅུ་པ་བརྒྱབ་ནས་སྒོ་སྤེལ་ཁ་ནས་ནང་ནས་ཁ་ར་རྒྱག་ཚེ་ས་ཨ་ནི་ལས་ཡང་འགོར་བ། ད་དེའི་མ་ཕྱི་བ་བྱས་བྱས་ད་ད་ད་འཛམ་བུ་གླིང་གི་འགྲོ་སྟངས་ནང་བྱས་བྱས་བྱས་ནས་དགུ་བ་ནས་ལྔ་བ་བར་དུ་དུ་ས་ཟོས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཁ་རྩང་རེ་ས་སྤེན་པའི་ཉིན་མོ་ནི་ཏུ་ཏུར་ཀི་ལ་འཚམས་གཟིགས་ཐེབས་ཡོད་པ་དང་ཏུར་ཀི་གི་སྲིད་འཛིན་ཐ་ཡིབ་ཨེར་དགོན་ཉིན་མདོ་མཇལ་འཕྲད་བྱུང་ཡོད་པའི་གནས་ཚུལ་བཅས་འདུག་ཁོ་ན་གཉིས་ཀྱི་ཟུང་འབྲེལ་གྱི་ཐོག་ནས་ད་ལྟའི་མཐུན་ཕྱོགས་ཡར་ཤུགས་ཆེ་རུ་བཏང་ཡ་དང་ནས་ད་ལྟའི་མི་དམངས་ཀྱི་ཚེ་སྲོག་སྐྱོབ་ཡ་དང་ན་ཞིའི་ལྷིང་འཇགས་ཡོང་ཡ་དང་འཛམ་གླིང་ནི་ཡུ་རོབ་ཡ་བདེ་འཇགས་ཡོང་ཡ་ནི་དཀྱིལ་ཤར་ཨེ་ཤི་ཡ་གི་དམག་དོན་དང་འབྲེལ་བའི་ཐོག་ནས་རེད་ར་ཤི་ཡ་དང་ཡུ་ཀེ་རེན་གྱི་དམག་དང་འབྲེལ་བའི་ཐོག་ནས་བཀའ་མོལ་རྒྱས་པ་གནང་ཡ་གི་འཆར་ཞིག་ཡོད་དེ་པའི་གནས་ཚུལ་གཅིག་ལོག་རེད་ད་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཞིག་དེའི་སྔོན་ཡ་ཨེར་ཀོན་གྱི་ར་ཤི་ཡ་སྲིད་འཛིན་པུ་ཏིན་མཉམ་དུ་ཁ་པར་བཏང་རྗེས་སྐད་ཆ་བཤད་མྱོང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ཁ་ཚང་དུ་ས་ཡུ་ཀེ་རེན་གྱི་མི་མེད་གནམ་གྲུ་ནི་ར་ཤི་ཡ་གི་སྣུམ་གྱིས་གཏན་གནས་ལག་འོར་ར་ལྟར་ཐ་འདབ། Oil Pipeline ལས་ད་ལྟ་སྣུམ་འགྲོ་ས་ཀྱི་འགྲོ་ལམ། ཡང་དུ་གཏོར་སྐྱོན་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་རེ་ད་ཤག་རེ་ཤག་གིས་བཤད་བྱས་བྱས་ནས་ཡུཀ་རེན་གྱི Drone མི་མེད་གནམ་གྲུ་བཅུར་དགུ་ང་ཚོས་མེད་པ་ཟེར་བ་ཡིན་འདི་ལྟ་ག་ད་འདི་པ་ར་ནས་གཅིག་གཉིས་ག་ཚིག་ཤོར་ཡོད་པ་ནི་དེ་འདྲའི་ཤོར་བའི་ཐོག་ནས་ནི་ད་འདི་གཙོ་བོ་པཱལ་ཀྲིག་ལ་ཝར་ཏར་ཁ་དང་པཱལ་ཀྲིག་ཚོགས་ཀྱི་ཉེ་འགྲམ་ཡང་དུ་གཏོར་སྐྱོན་ཆེན་པོ་བྱུང་ཡོད་པའི་གནས་ཚུལ་བཅས་བཤད་འདུག་དོན་ནི་ད་ནི་མིའི་གི་ཚེ་སྲོག་ཤོར་བ་བའི་གནས་ཚུལ་གང་ཡང་མི་འདུག་དེ་ནི་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇེ་ཤང་ཀར་གྱི་ཁ་ཚང་དུ་ཨི་རན་གྱི་ཕྱི་སྲིད་བློན་ཆེན་ཤཱིད་ཨར་བཱས་ཨར་ཀ་ཆི་ཡ་ཁ་པར་བརྒྱབ་ཅེས་ཨ་ནི་ཏ་ཐ་ནྡེའི་ཨུ་ཡིག་གི་དམག་དོན་དང་འབྲེལ་བའི་ཐོག་ནས་བཀའ་མོལ་ལྷོད་པོ་གནང་ཡོད་པའི་མི་ཚོའི་བཅའི་རེ་འདུ་ཤ་སྟག་ན་ཤའི Strait of Hormuz གྲུ་གཟིངས་བགྲོད་ལམ་གྱི་ལམ་འགག་ལྟ་ཨ་རིའི་སྲིད་འཛིན་ཀྲམ་གྱིས་གཟའ་མིག་དམར་གྱི་གོང་ལ་གོ་མ་སྤེལ་བ་ཡིན་ན་ཡང་སྡིགས་ར་གསར་བ་བཏང་བར་བ་ད་དེ་ཚོ་དང་འབྲེལ་བའི་དོགས་གནས་སྐད་ཆ་བྱུང་ཡོད་པའི་མི་ཚོའི་བཅའི་རེ་འདུ་ཤ་སྟག་ན་ཤའི་ལྡི་ལི་ལ་ཡོད་བསྡད་པའི་ཨི་རན་གཞུང་ཚབ་ཁང་གིས་ན་ད་ལྟའི་གནས་སྟངས་དེ་དང་འབྲེལ་བའི་ཐོག་ནས་ནི་མུ་མཐུད་ནས་ད་སྐབས་མོས་དག་སྐད་ཆ་ཐབས་ཤེས་བྱས་ཏེ་གི་ཡོད་བས་ནི་སེ་ར་བཅས་བྱས་ཏེ་གི་འདུག་ཐ་ན་ཕྱི་རྒྱ་གར་གི་ཕྱི་སྲིད་བློན་ཆེན་ཨེས་ཇེ་ཤང་ཀར་གྱིས་ཁ་ཏར་གྱི་སྲིད་བློན་མོ་ཧ་མད་བིན་ཨབ་ཏུལ་རེ་ཧེམ་བིན་ཇེ་སིམ་ཨལ་ཐ་ནི་ཡ་ཁ་པ་རྒྱབ་ནི་སྐད་ཆ་བཤད་ཡོད་པ་དང། ཡུ་ཨེ་ཨི་གྱི་ཕྱི་སྲིད་བློན་ཆེན་ཨབ་ཏུལ་བིན་ཛཱ་ཡད་ཨལ་ནཱ་ཡན་ལ་ནི་ཁ་པ་དང་མཇལ་ད་གང་དེ

བ་དགེ། ཨི་རན་གྱི་གློག་གི་ལྟེ་གནས་དང་ད་རྡུ་ཕྲན་མཚོན་ཆའི་བཟོས་རྩལ་གྱི་ལྟེ་གནས་དེ་ཚོ་ལ་གཏོར་སྐྱོན་བྱས་ཀྱི་འདུག་ར་བཏང་གི་ཡོད་པ་རེད་ད་དེ་བྱས་ན་ནི་ཏག་ཏག་བསྡད་ཀྱི་མ་རེད་ས་མ་འོངས་པ་ནི་ད་འདའི་ལུང་པ་དེ་ཡ་ད་དཀའ་ངལ་མི་རབས་དེ་མི་རབས་བད་ཁོ་རང་འཕྲད་དེ་ཡ་དེ་འདའི་ད་དངོས་རྫས་འགྱུར་གྱི་ད་དཀའ་ངལ་མང་པོ་བྱུང་གི་ཡོད་པ་ཡིན་ཙང་དེ་མིའི་གཟུགས་པོ་ལ་ཤོར་བྱས་ད་ག་འདའ་དཀའ་ངལ་ཡོང་གི་ཡོད་པ་རེད་བ་ད་དེ་འདྲའི་གྱི་ཐོག་ནི་དེ་ཉེན་ཁ་ཆེན་པོ་རེད་བྱས་ཙང་གི་ད་དེའི་དང་འབྲེལ་བའི་ཐོག་ནི་ད་འདའི་བདེ་འཇགས་ཀྱི། རྒན་མཁས་པའི་ཐོག་ནས་ཨ་འགྲིག་གི་སྟབས་མ་དེ་འདྲ་ཅིག་མ་བསྐྱབས་ན་ཡག་ག་ཡོད་པ་ལོག་རེད་ད་མིག་གི་འཕྲོད་བསྟེན་དག་ནི་མ་འོངས་པ་དཀའ་ངལ་ཆེན་པོ་ཡོང་གི་རེད་ལབ་ཆ་འདི་ག་དང་པའི་ལོག་རེད་ད་ག་འདྲ་རེ་དགོས་ཞུས་པས་ནི་ཚོས་བཅད་རེད་ད་ཤ་ད་ཁོ་རང་གི་བཀའ་མོལ་ནང་ལོག་ཡ་ད་ཞི་བདེ་དེ་ད་འདྲའི་ཆ་ནི་སྨན་ཡག་ཤོས་དེ་རེད་སྟབས་མ་གི་སྨན་ཡག་ཤོས་དེ་ཞི་བདེ་རེད་ལབ་ཆ་བཤད་པས་ནི་ཚོས་བཅད་དུ། འདི་ནི་ཁ་ཚང་རེས་གཟའ་སྤེན་པ་ཟླ་ཉི་མའི་ནང་ཚུད་ཡ་བྱུང་བཞག་པའི་ཨི་རན་དང་ཨ་རིག་གི་དམག་གྲུ་དང་འབྲེལ་བའི་ཐོག་ནས་མི་ཚོས་ཁ་གཅིག་ཞུས་པས་ན་ཨི་རན་གྱི་བདེ་འཇགས་དམག་མི་རྒན་པ་གཅིག་གིས་བཤད་ཆ་བཞིན་ན་ད་ལྟའི་ཨི་རན་གྱི་རྒྱལ་ས་ད་ཏེ་ཧར་ན Tehran གྱི་ཁྱེད་ཀྱིས་སྒྲིག་བྱེད་ཨ་རི་དང་ཨི་ཟི་རེལ་ཡའི་ཧང་སང་སྒོ་ཡལ་གས་ནི་མ་གཅིག་ང་ཚོས་ཀྱིས་བརྡ་ལན་བྱེད་ཀྱི་ཡིན་ཟེར་བ་དེའི་གི་ཐོག་ལ་ང་ཚོས་ད་ལྟའི་ཡིན་ན་ལས་ཀ་བྱས་བསྡད་ཀྱི་ཡོད་སྲིད། ཨ་རིའི་སྲིད་འཛིན་ཀྲམ་གྱིས་ཁ་ཚང་དུ་ཨི་རན་གྱི་ཟམ་པ་གཏོར་གྱི་ཡིན་ཟེར་ལབ་བྱས་ཏེ་རྫིག་པོ་བཤད་པར་བ་ནི་དེ་ཚོ་གད་མོ་ཞོའི་སྐད་ཆ་རེད་ཟེར་ཁྱེད་རང་ཚོས་སྨྲ། ད་ག་ལོ་འབྲས་བུ་མ་ཐོན་པ་ལ་འོར་བའི་ལམ་སྒྲོ་མ་བསྐྱུར་བ་ད་གང་ད་དམག་གི་གོ་དོན་མ་གྲུབ་པའི་ད་འུ་ཐུག་གི་སྐད་ཆ་རེད་ད་ནི་ཤེས་ཡོད་པའི་ནི་ཚོད་ཅིག་དང་ཨ་རིའི་སྲིད་འཛིན་ཀྲམ་ཁོང་ཁྲོ་ཆེན་པོ་ལངས་པའི་ཐོག་ནས་སྒེར་གྱི་སྤྱི་ཚོགས་དྲ་རྒྱ Truth Social གི་ཐོག་ལ་བཀོལ་བྱས་པ་བྱས་ན་གཟའ་མིག་མ་དེ་ད་ད་འདི་ཟམ་པའི་ཉིན་མོ་ད་གློག་གི་ཉིན་མོ་ཆགས་བསྡད་ཀྱི་ཡོད་པ་རེད་འདི་ཉིན་མོ་ཡང་ངས་ཁྱེད་ཚོ་ལྟད་མོ་བལྟས་ཤོག་ཟེར་བ་གང་ད་ད་འདི Strait of Hormuz དེ་གོ་པས་ཟེར་བ་དེར་ཁོ་རང་གི་ཡིན་གྱི་ཚིག་དུག་ཅག་བེད་སྤྱོད་བཏང་ཡོད་པ་དང་ནི་ཁྱེད་ཚོ་སྨྱོན་པ་ལས་འགྲོ་དང་རྙེད་པ་སྐྱེ་བ་ཤོར་ལས་འགྲོ་དང་དེ་འདྲའི་གི་ཚིག་བེད་སྤྱོད་བཏང་ཅག་ནི་ཁ་ཆེའི་ཆོས་དགེ་ན་ཁྱེད་ཚོ་ལ་ག་རེ་བྱེད་གི་འདོད་ལྟ་གོ་ལས་སོ་འགྲོ་ད་ཁ་ཆེའི་གི་ལྟ་གི་རེད་ལས་སོ་རོ་དེ་འདྲའི་གི་ཨ་ལ་ཁོ་རང་གི་མིང་ཐོན་ཡོད་པ་ཡིན་དེ་འདྲའི་གི་གནས་ཚུལ་ཅེར་རེད་དེ་ཤ་དེ་ཡ་ནི་ད་ལྟའི་ཨི་རན་གི། ལེན་འདེབས་བྱས་པའི་ནང་ལོ་ཡག་ནི་ད་ལྟའི Strait of Hormuz གྱི་འགྲོ་ལམ་དེ་སྒོ་དཔེ་སྤེལ་བ་རེད་ཟེར་བ་དེས་ང་ཚོ་ཡག་ནི་ཁེ་ཕན་ལ་བོར་བས་ད་ག་ལྟར་ཨ་རི་གི་དམག་རྒྱབ་བྱས་ཨི་རན་ནང་གཏོར་སྐྱོན་བྱུང་བཤད་པ་དེའི་གི་གུད་གསབ་མ་ལོན་པ་འདུག་ང་ཚོས་གིས་འདུག་དེ་ནི་མ་ལས་སླ་བོ་གཏང་གི་མ་རེད་ཟེར་བ་ག་ལྟར་ཁོ་རང་ཚོས་གིས་ད་འཕྲད་རྒྱག་གི་འདུག་བ་དེ་ནི་མ་འགྲོ་ཡ་ད་ངོ་མ་ཡིན་ནོ་ད་ང་ཚོའི་མོ་ཏྲ་དེ་ཚོ་ཡིན་ན་ཁོ Toll Tax དེ་འདྲ་སྤྲད་དགོས་འདུག་བ་ད་དེ་ནང་བཞིན། ཀྲང་སི་ཁྲུའེ་ལ་ནང་རུག་ཕྱིར་དེའི་དཔེ་ཆ་དེའི་སྒེར་ནི་ཁོ་རང་སོ་ད་ཨ་རི་གི་དམག་རྒྱབ་ནས་གཏོར་སྐྱོན་བྱས་བྱས་པ་དེ་ལ་བེད་སྤྱོད་བཏང་ཡག་གི་རྩིས་རྒྱབ་ཏུ་ཡོད་པ་དེ་འདྲའི་གི་ཐོག་ནས་བྱེད་གི་ཡིན་ཟེར་ནས་ཨི་རན་དང་ཨ་རི་གཉིས་ལ་དུས་ནམ་ཡང་གོ་ཕེག་གི་མ་རེད་ཟེར་ནས་བཤད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ད་ལྟ་བར་དུ་ཨི་རན་གི་ཡུ་ཨེ་ཨི་ད་ད་ལྟའི་ཨ་ཁ་ཆེའི་རྒྱལ་ཁབ་དེའི་ནང་ལོགས་ནས་ཡང་ཤུགས་ཆེ་ཤོས་ཀྱི་ཡུ་ཨེ་ཨེ་དང་ཨ་རིའི་འབྲེལ་བ་ཆེན་པོ་ཡོད་པས་རྫ་དེའི་གི་ཐོག་ལ་ཁ་ཚང་གཟའ་ཉི་མའི་ཉིན་མོ། མི་ཤུགས་འཕུར་མདའ་དགུ། ནི་ཡང་མི་ཤུགས་ཆད་གཅིག། ནི་མི་མེད་གནམ་གྲུ་ལྔ་བཅུ་སུ་གཡུག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེའི་ཨེ་དང་འདྲ་ཡུ་ཨེ་ཨེ་གི་བདེ་སྲུང་ནས་གསལ་བཤད་བྱེད་ཀྱི་ཡོད་པའི་གནས་ཚུལ་གཅིག་དང།

ཨིས་ར་ཨེལ་དང་ཨ་རི་གཉིས་ལ་གོ་པིག་མན་སི་ལབ་བྱེད་ད་གང་དག་ཚུར་ལན་འདེབས་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནས་ཉེ་ཆར་དུ་ཨ་རི་གི་གནམ་དམག F བཅོ་ལྔ་ཨི་ཨི་རན་གྱི་གཏོར་སྐྱོན་བྱས་བྱས་ཨ་ནེ་གནམ་གྲུ་གི་ཁ་ལོ་བ་གཉིས་ནང་གཅིག་ཨ་རི་ལ་མྱུར་པོ་རག་ཡོད་པ་དང་ཨ་ནེ་གཅིག་གར་སོང་ཆ་མེད་དུ་གྱུར་ཡོད་པ་དང་རྗེས་ལ་ཨ་རི་གི་རྩད་གཅོད་བཏང་བྱ་མི་དེ་ཁོ་རང་ཡ་གྱི་ས་མཐོ་ས་བརྗེ་ལ་ཚ་བྱས་ནས་ཁོ་རང་དུ་སུ་ཡ་རུ kilometer ལ་འོ་རེད་ད་དེ་འདྲའི་གཅིག་བདུན་བརྒྱ་ལྷག་སུ་ཡ་མ་བྲོས་ཡོད་པའི་གནས་ཚུལ་བཅས་བཤད་འདུག་ད་ག་ད་ཁོ་རང་ས་ཁུག་ཀྱོག་བྱས་ལ་ཡིབ་ཡོད་འདྲ། ཨ་ནི་ཨ་རིག་གི་ད་ལྟའི་དམག་མི་དེ་ཚོ་ཡ་ཡོན་ཁོ་རང་སོ་གི GPS ལ་འོ་རེད་ང་ཚོ་ད་ཁོ་ཚོ་ག་བ་ཡོད་མེད་ལྟ་ཡ་གི tracking དེ་འདྲའི་རྩལ་གི་དེ་གྱི་གློག་གར་བྱེད་དོ་བ་དེ་དེའི་རྩལ་ཞིག་རྙེད་ཡོད་པ་དང་ཉེ་བའི་སྐབས་སུ་ད་ཁོ་རང་སྲུང་སྐྱོབ་བྱེད་ཁར་འགྲོ་བར་ཨ་རིག་གི་དང་པོ་ཁོ་རང་སྲུང་སྐྱོབ་བྱེད་ཁར་མ་འགྲོ་མཁན་ནི་དེའི་ཉེ་སྐོར་དུ་བ་ལ་གཅིག་གྲོང་གསེབ་ཁག་དང་ད་དུ་བ་ལ་བར་ཚེ་འདྲ་མིན་ལ་སྐྱབས་བཅག་གནོད་སྦྱོང་བཏང་བྱས་ཟང་ང་ཟིང་དགའ་རོགས་ཀྱིས་ཟོས། ད་མི་ཚང་མ་བསྡད་ལ་གོ་ཐོབ་འདུག་རང་འདུ་ཤུགས་པར་ཨ་རིག་གིས་གནམ་གྲུ་བཏང་ཆས་ལེན་ཡོད་པའི་གནས་ཚུལ་བཅས་རེ་ད་ཤག་ག་མདའ། ཁོ་རང་ད་དུ་སྙེ་ཡོད་འདུག་ཁོ་རང་གི་ལག་པ་ལ་ནི་མི་མདའ་གཅུན་ཅིག་གཅིག་མ་གཏོགས་ཞིམ་པ་གང་ཡང་མེད་འདུག་པའི་གནས་ཚུལ་བཅས་ཀྱི་ཐོག་ནས་སྲུང་སྐྱོབ་བྱས་ཐུབ་ཡོད་པ། ཨི་ཟི་རེལ་གྱི་སྲིད་བློན་བན་འཇེ་མ་ནི་ཏན་ཡ་ཧུ་གྱིས་ཨ་རིའི་སྲིད་འཛིན་ཀྲམ་ཡ་ནི་ཁྱེད་རང་སོགས་ཀྱིས་དེ་འདྲའི་སོ་སོའི་མིས་སོ་སོའི་བདག་པོ་བརྒྱབ་ཅིང་སྲུང་སྐྱོབ་བྱེད་ཐུབ་པ་དེ་དཔེ་མི་སྲིད་ཡག་པོ་རེད་ཟེར་རྗེས་འཚམས་འདྲི་ཞུས་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ་སྟག་ན་བཤད་ཁོ་རང་གིས་ད་ལྟའི་ཨ་རིའི་སྲིད་འཛིན་ཀྲམ་གྱི་ཐག་གཅོད་འདིས་ད་ཁོ་རང་སྲུང་སྐྱོབ་བྱས་ཆེད་དུ་མི་གཅིག་སྲུང་སྐྱོབ་བྱས་ཆེད་དུ་ད་མནའ་མ་མང་པོ་བཏང་དགོས་ཀྱི་ཡོད་པ་རེད་ད་འདིའི་གི་ཐག་གཅོད་དེ་དཔེ་ཀློག་པོ་ཆེན་པོ་གི་ཐག་གཅོད་རེད་ཟེར་ཐབས་བཅད་བསྟོད་བསྔགས་བཏང་ཡོད་པའི་ནི་ཚོའི་གཅིག་དང་ནི་ཨ་རིའི་སྲིད་འཛིན་ཀྲམ་གྱིས་ནི་ང་ཚོའི་གི་ནི་མི་གཅིག་གང་ཟག་དེའི་ད་སྲུང་སྐྱོབ་བྱེད་ཀྱི་ཆེད་དུ། ཨ་ནི་ཏཱ་ཨ་རིག་གིས་ཡང་གཅིག་ཚད་དང་ལྡན་པའི་དམག་གི་གནམ་གྲུ་དེ་འདྲ་བཏང་རྗེས་བེད་སྤྱོད་བཏང་པ་ཡིན་ཟེར་གང་འདྲ་དུ་བྱས་རྗེས་ང་ཚོས་ལེན་ཐུབ་བྱུང་བ་རེད། ང་ཚོའི་གིས་ཨ་རིའི་དམག་རྩིས་ངེས་ཀྱི་མི་སུ་སྐྱེས་རྒྱབ་ལ་བཞག་གི་མ་རེད་ཟེར་ནས་དེ་འདྲ་གིས་གིས་བཤད་པའི་གནས་ཚུལ་བཅས་རེད་དེ་བཤད། ཡང་ཨི་རན་གྱི་ཆབ་སྲིད་པ་གཅིག་གིས་བཤད་རྒྱབ་ཕྱིར་ན། ཨ་རིག་གི་དམག་དོན་བློན་ཆེན་ལོར་བྷེ་ཏྲེ་ཧེ་ཀེ་སྟེན་གྱིས་ད་ལྟའི་ཨ། ཏུ་འདི་སྲུང་སྐྱོབ་བྱས་པ་རེད་དེ། འདི་སྲུང་སྐྱོབ་བྱེད་དགའ་གི་ལམ་ཀ་ཡང་ཡོང་དུས་སྐབས་སུ་ང་ཚོས་ཁྱེད་ཚོའི་གི་གནམ་གྲུ་ག་ཚད་གཏོར་གཞི་བཏང་སོ་ཟེར་བ་དེ་ཤེས་དགོས་ཀྱི་རེད། མ་ཤེས་ནི། ད་ནི་ད་ཁ་ལོ་ཨ་རི་གིས་ཨི་རན་ཐོག་ལ་དམག་རྒྱག་དེ་ཧོ་ལི་ཧུད་ཀྱི་ལྟད་མོ་བཟོས་པ་ནང་བཞིན་མ་རེད་ཟེར་བ་དེ་ཁྱེད་ཚོས་ངོ་ཤེས་པ་བྱས་དགོས་ཀྱི་རེད་ལ་ནི། ཆེད་ལས་རྒྱ་བ་ལོ་ཁེ་གསོད་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཡང་ཨ་རི་སྲིད་འཛིན་ཀྲུམ་གྱིས་བཤད་བྱས་པ་ཅི་ན་ཁ་སྔོན་ཨི་རན་ལ་ད་མི་མང་གྱེན་ལངས་ཆེན་པོ་བྱས་པར་བ་དེའི་སྐབས་སུ་ཡིན་ན་ཨ་རིའི་གིས་མེ་མདའ་མང་པོ་ཞིབ་བཏང་བ་ཡིན་ཟེར་བ། ཡིན་ད་ཕྱིས་སུ་མེ་མདའ་དེ་ད་ལྟ་ཨི་རན་གྱིས་གྱེན་ལངས་པའི་རགས་པ་ལ་མ་འབྱོར་བ་བྱས་ཆ། ཀུརྡ་གྱི་མི་རིགས་ཀྱིས་ཉག་བཞག་ཟེར་བ། ད་ཏང་ཡ་དེ་གཙོ་བོ་ཀུརྡ་གྱི་མི་རིགས་བརྒྱུད་ནས་བཏང་ཡིན་པ་འདྲ། ད་ཀུརྡ་གྱི་མི་རིགས་དེ་ཡིན་ན་ད་དེ་འདའི་ཁོ་རང་སུ་ཀུརྡ་གྱི་མི་རིགས་རུ་ཁག་བརྗོད་པར་བ། ད་དེའི་ད་འདའི་ཨི་རན་ལས་ཡོད་པ་རེད་ཏུར་ཀི་ལས་ཡོད་པ་རེད། ཨི་རག་ལ་ཡོད་པ་རེད་སི་རི་ཡ་སོགས་འདི་གི་སུམ་ཚུགས་འདི་གི་པར་དེ་ལ་ཀུརྟ་གི་མི་རིགས་དེ་མང་པོ་ཞིག་བྱས་ན་ཁོ་རང་སོགས་ཡོད་དེ་ཉེས་ཆོ་ཡང་ཁ་ཅིག་དང་ཡང་ཁོ་རང་ཁ་ཅིག་གཅིག་པ་ཡིན་པ་ནི་མཐུན་མ་མཐུན་གི་མང་པོ་ཞིག་དོགས་ད་ཁོ་ཚོའི་རྒྱུད་ནས་བཏང་ཡོད་པ་འདྲ་ནི་སྲིད་འཛིན་ཀྲམ་གི་ཤེས་བྱར་ནི་ཁོ་ཚོས་གིས་སྤྲད་ཡོད་ས་མ་རེད་ཁོ་རང་སོགས་ཉལ་ཡིན་ས་རེད་ལས་སོར་དེ་འདྲའི་གིས་དཀའ་མོལ་གཅིག་ས་ཉི་མ་ལ་བཤད་ཡོད་པས་ནི་ཚོས་བྱས་རེད་དེ་ཤ། ཐོག་མ་དེ་རྒྱལ་སྤྱི་ནི་གཙོས་བཅོས་ལས་མི་འགྲོ་ཁག་ཅིག་ཞུས་པའི་ནང། ཉི་ཧོང་གི་སྲིད་བློན་ཟུར་པ། ཤི་རུ་ཀོ་ཨི་ཤི་པ་གྱིས་ཁ་ཚང་ཨ་རིའི་སྲིད་འཛིན་ཀྲམ་གྱི་གནས་སྟངས་དང་འབྲེལ་བའི་ཐོག་ནས་བཀའ་མོལ་བཅས་ཀྱི་ནང་ལོ་ཡ། སྲིད་འཛིན་ཀྲམ་ལ་སྐད་ཆ་བཤད་པའི་སྐབས་སུ་ཁོ་རང་གིས་ག་རེ་བཤད་པ་དེ་ལ་ངོས་ལེན་བྱས་ནས་བསྡད་མ་གཏོགས་སྲིད་འཛིན་ཀྲམ་གྱི་ཤེས་ཁྱོ་ཡའི་སྐད་ཆ་ཡང་ནོར་བ་རེད་ཟེར་ལབ་པས་ན། ནི་ཁོ་རང་གིས་དེ་མ་ཐག་ཏུ་སྐད་བརྒྱབ་ཀྱི་རེད་ཟེར་བ་ནི་གལ་སྲིད་སྲིད་འཛིན་ཀྲམ་གྱིས་ད་སྐད་ཆ་བཤད་བསྡད་པའི་པར་ར་ནས་ཁོང་ཁྲོ་ཟ་ཤོག་པ་ཡིན་ན། ནི་ད་ཁྱོད་རང་དཀའ་ངལ་ནང་འཚོ་བས་ཀྱི་ཉེན་ཁ་ཡང་ཡོང་གི་རེད་ཟེར་ཞེས་པའི་ནི་ཚོད་དཔྱད་རེད་དེ་ཤ་ཚ་པའི་ཉི་ཧོང་གི་སྲིད་བློན་ཟུར་པ་ཤི་རུ་གོ་ཨི་ཤུ་པ་ནི་ད་འདྲའི་ཨ་རིའི་སྲིད་འཛིན་ཀྲམ་ཉིན་ཏུ་ཐེངས་མ་གསུམ་གྱི་གྲས་གནང་མྱོང་ཡོད་པའི་ནི་ཚོད་དཔྱད་རེད་དེ་ཤ་དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱི་ཁ་ངན་ཁོ་རང་ཞབས་རྗེས་གང་ལ་ཡ་ཀླད་པ་དག་ནི་ད་འདྲའི་ཀན་ན་ཀྲ་དེ་ཨ་རིག་གི་མངའ་སྡེའི་ལྔ་བཅུ་ང་གཅིག་པ་དེ་བཟོས་ཀྱི་ཡིན་ཟེར་མང་པོ་བཤད་བར་བ་ད་ཁ་ཚང་འདི་སྐད་ཆ་དེ་ཕྱི་འཐེན་བྱས་བྱས་ཀན་ན་ཀྲ་གི་ལོ་རྒྱུས་དེ་ལོ་ཉིས་བརྒྱ་ལྷག་ཟིག་ཡོད་དེ་བའི་ལོ་རྒྱུས་རེད་ཤག་ཟེར་བ་ནི་ང་ཚོའི་དུག་ཟ་གབ་དུག་བཟོས་ཐུ་བས་དེ་འདྲ་རེད་མི་འདུག་ཟེར་དམིགས་བསལ་གྱི་སྲིད་འཛིན་ཀྲམ་ཁོ་རང་གི་དུས་ཡུན་དེ་ད་ལོ་གསུམ་དུ་ཕྱེད་ཀ་ཟིག་བཟོ་གྲབས་ཀྱི་ཡིན་འདྲ་དེའི་ནང་ལོ་ཡག་ནི་ད་ལྟ་ཡ་ད་ལུགས་སུ་ནི་ཆ་ཁ་ལང་ལོ་སོའི་ཐོ་ཡག་གི་སྐད་ཆ་གོ་ར་རེད་མི་འདུག་ཟེར་བ་ཨ་མདའ་དེ་ཟུར་ལ་བཞག་པ་ཡིན་སླེམ་བཤད་པའི་གནས་ཚུལ་ཅི་རེད་བལྟས་ཤག་དེ་ནི་ཐའེ་ཝན་གྱི་ཆབ་སྲིད་ཚོགས་པ་ད་ལྟའི་ཁ་བརྡའི་ཚོགས་པ་ཀོན་མིང་ཏང་གི་ཚོགས་གཙོ་ཆང་ལི་ཝོན་ནི་འདུག་ས་མིག་མ་ཡ་ས་གཉིས་འདུག་ས་རྒྱ་ནག་ཡ་ཞི་བའི་གྲོས་མོས་ཀྱི་ཆེད་དུ་སྒྲུག་གི་ཡོད་པའི་གནས་ཚུལ་ཅི་རེད་བལྟས་ཤག། དེ་འདྲ་ཁོ་རང་ཚོས་ནི་ད་ལྟ་འདི་ཐའེ་ཝན་གྱི་ཁ་བརྡའི་ཚོགས་པ་ཤུགས་ཆེ་ཤོས་ཆགས་བསྡད་ཡོད་པ་དང་ནི་ད་ལྟའི་གཞུང་འཛིན་ཚོགས་པ་གི་བཤད་བྱ་བྱས་ན་ཁོ་རང་ཚོ་རྒྱ་ནག་མཉམ་དུ་ལག་འབྲེལ་བྱས་ཀྱི་སྐད་ཆ་བཤད་ཆེད་ཐའེ་ཝན་གྱི་དམག་གི་ཐབས་ཇུས་ཡ་ནི་འདུག་ཟེར་རྡོག་རོལ་བཏང་གི་འདུག་ཟེར་ནུས་པ་ཆུང་རུ་བཏང་ཡག་གི་འབད་བརྩོན་བྱེད་ཀྱི་འདུག་ཟེར་ཐབས་བྱས་རྒྱུན་འཇུག་བྱས་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནས་ཨ་རིའི་གྲོས་ཚོགས་འཐུས་མི་ཁག་བཅས་ཀྱིས་ཨ་རིའི་སྲིད་འཛིན་ཀྲམ་ཕྱི་ཕུད་བཏང་ཡག་གི་གྲོས་ཆོད་གྲོས་འཆར་གསར་པ་ཅིག་ཁྱེད་ཀྱིས་ཀྱི་ག་གི་བའི་གནས་ཚུལ་བཅས་རེད་དེ་ཤ་ད་ག་འདའ་ཨ་རིའི་གི་གྲོས་ཚོགས་ཁྲིམས་འཆར་ཨང་བཞི་པའི་ནང་ལོ་ཡ་ནི་ཉི་ཤུ་རྩ་ལྔའི་གི། ཁ་ལོ་བརྒྱུས་པ་དང་ལོར་ཟླ་ཉིས་བརྒྱ་གཅིག་བརྒྱུས་པ་དང་མགོ་བོ་ཡོལ་བ་འདྲ་སྟེ་ད་ནི་པོ་ཏོ་ཐེངས་གཉིས་རྩ་བཞི་ཆིངས་ཚ་ཞེས་དང་ད་ནི་མགོ་ནི་བརྒྱུས་པ་ཆིངས་བ་གཉིས་རྩ་ལྔ་ཆར་འུར་བ། དེའི་བརྒྱུས་པ་བཏང་པའི་ཐོག་ནས་སྲིད་འཛིན་ཀྲམ་ཁོ་ནའི་ནི་པབ་ཀོ་ཝུ་རེས་ལས་ནི་ཞེས་དེ་སྔའི་གི་གྲོས་ཚོགས་འཐུས་མི་ཁག་བཅས་ཡོང་གི་འདུག་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི། Chris Murphy ལས་ཀ་དེའི་གི་ངོ་ཤ་ཡོད་པ་དང་ནི་དང་ན་ཞེས་ཁོ་རང་སོགས་ཀྱིས་བཤད་བྱས་བྱས་ན་སྲིད་འཛིན Trump གིས་ད་མི་ད་ལྟ་བར་དུ་སྟོང་ཕྲག་མང་པོ་བསད་ཚར་བ་རེད། ད་དུས་ཡིན་ན་སྟོང་ཕྲག་མང་པོ་བསད་གི་སྐད་ཆ་རང་བྱེད་ཀྱི་འདུག་ཟེར་ནས་ཞེས་པའི་གནས་ཚུལ་གཅིག་དང། Tim Kaine ལས་ཞེས་དུ་མོ་ནང་གི་སྐྱོན་བརྗོད་བྱས་ཡ། སྲིད་འཛིན Trump གིས་ད་ཅིག་སྤྱི་ཚོགས་དྲ་རྒྱའི་ནང་ལོག་རེས་ནམ་རྒྱུན་ཚིག་བེད་སྤྱོད་བཏང་ཡང་འདི་ད་ད་ཨ་རིག་གི་སྲིད་འཛིན་གི་གོ་གནས་ཀྱི་ཐོག་ནས་བེད་སྤྱོད་བཏང་གི་ཡོད་དུས་ངོ་ཚ་དགོས་ཡ་དེ་འདྲའི་གི་ཚིག་ཚོགས་པོ་དེ་འདྲ་བེད་སྤྱོད་བཏང་གི་འདུག་ཟེར་ཐབས་བྱས། དགོས་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནས་ད་བལ་ཡུལ་ལ་བཞུགས་ངེས་ཡིན་པ་ཡིན་ན་ནི་ཁྱེད་རང་ཚོ་གི Driving License ལག་ར། མོ་ཏྲ་སྐོར་ཆོག་བོད་ནང་ནས་བཤད་ན་མོ་ཏྲ་སྐོར་ཆོག་ཞེས་འདུག་བ། མོ་ཏྲ་སྐོར་ཆོག་གི་ལག་ཁྱེར་ད་སྔོན་མ་ཡིན་ན་ང་ཚོས་རྒྱུགས་སྤྲད་སྟངས་ནི་ཤུགས་དགོས་དམའ་བོ་ཞིག་བསྒྲིགས་ཡོད་བ་སྟེ་དེའི་ཆ་ནས་ད་དངོས་གནས་ཀྱི Driving License གི་ད་ལྟ ID Card ལག་རོལ་ད་གང་ལྟར་ལག་ཁྱེར་དེའི་རྭའི་ལ་ད་ཁ་ཤས་ལོ་སྐོར་དགོས་པ་རེད། ད་ད་ལྟའི་གཞུང་གསར་པ་གྱི་རྩ་དྲག་གི་སྒོ་ངའི་དེ་ཚོ་ལ་ཁྱེད་ཚོ་གཉིས་རྩ་བཞིའི་ནང་ལོགས་ལ་སྟོན་ཐུ་ཡ་ཆད། གཞན་པ་དེ་ཚོ་ཡ་གང་འཇོག་འཇོག་གི་ད་མ་ཁ་ལོ། དུས་འདའ་ནས་ཁྱེད་ཅག་དེའི་གི་ཁྱེད་སོ་སོའི་གི་ཁ་བྱང་གང་ལ་ཚུར་བཏང་ཡ་གི་དེ་འདྲའི་སྐད་ཆ་བཅས་བཤད་བསྡད་གི་འདུག་ཁྱེད་ཚང་གི་ད་གང་ལྟར་ད་ལྟའི་བལ་ཡུལ་གྱི Driving License གི་གཞུང་ཡར་རྒྱས་ཕྱིན་པའི་རྐྱལ་ལ་ནི་ད་འདྲའི་ཆ་ནས་ཁོ་རང་སོ་གི་འབུམ་གཅིག་དང་ཁྲི་བདུན་སོགས Print བྱེད་ཚར་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཞེས་ཡོད་ད་ད་འདི་ཁོ་ན་ཟུར་གྱི་ལས་གཞི་དེ་མུ་མཐུད་ནས་ཡག་པོ་ཕྱིན་པ་ཡིན་ན་དུས་འདྲ་རེད་ནང་འབུམ་གཉིས་སྟོན་ཐུག་གི་ཡོད་པ་ད་འདི་བྱེད་དུས་ཕ་ཡུལ་མོ་ར་ད་ངས་ཚང་མ་ཡ་ནི་འདུག་སི་ལ་ཁའི ID card རང་ཡོད་པ་ཆ་གི་ད་རེ་བ་ཆེན་པོ་རེད་ད་ཞི་ད་སྔོན་མ་ཡིན་ན་ཁོ་ཚོ་གི་རྒྱུགས་འཕྲོད་པ་རེད་ད་ནི་ཤུགས་དམའ་པོ་ཅིག་སྤྲད་གི་འདུག་ད་འདི་ཁྱེད་འགྲོ་དེར་ད་འདི་རེད་ཤོར་གི་རེད་ལ་ཤོར་གི་རེད་ཉེན་ཁ་ཚ་བོ་ཡོད་རེད་བ་ད་ད་ད་ད་ཁོ་ན་ཟུར་གྱི་འདི་གསར་པ་བཟོས་གི་ཡོད་པས་ནི་ཚོས་བྱས་འདུག། ལིན་ཡ་ཁི་ཙང་དུ་སོགས་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང Security Council གྱི་ཚོགས་འདུ་གཅིག་གི་ཁ་ཡ་ད་ལྟའི Bahrain གྱི་ད་ལྟའི Security Council གྱི་ཚོགས་གཙོ་བྱས་ཏེ་གི་ཡོད་པ་རེད། ད་དེའི་ནང་ལོ་ཡ་ད་ལྟའི་ཨི་རན་གྱི Strait of Hormuz ལམ་འགག་ད་གྲུ་གཟིངས་འགྲོ་ལམ་བཀག་ཡ་དེའི་གི་ཐོག་ལ་ད་ཅིག་ཁྲིམས་མཐུན་ཁྲིམས་མ་མཐུན་པའི་ཐོག་ནས་ག་རེ་ག་རེ་ཐག་གཅོད་བྱེད་དགོས་ཡོད་མེད་གནས་སྟངས་དེ་འདྲར་འཛམ་བུ་གླིང་གིས་ཕ་ཁི་ལ་ནུས་ཤུགས་ལ་བོར་ཏེ་ནུས་ཤུགས་བེད་སྤྱོད་བཏང་ནས་ལ་བོར་ཏེ་མ་བརྒྱབ་ལས་ཡོད་ན་ག་འདྲའི་ཐབས་དེ་འདྲའི་བཏང་ནས་ཕ་ཁི་སྒོ་འབྱེད་ཀྱི་ཐོག་ལ་ལས་ཀ་བྱེད་དགོས་ཀྱི་ཡོད་མེད་དེ་འདྲའི་གི་ཚོགས་འདུ་ཚོགས་ཡིན་པ་འདྲ་དེའི་སྐབས་སུ་རྒྱ་ནག་གི་འབྲེལ་ཚ་བ་ཧྥུང་ཆང་གིས་སྐྱོན་བརྗོད་བྱས་ཆ་དེ་ལ་ནི་དུ་སོ་ནུས་ཤུགས་བེད་སྤྱོད་བཏང་ན་འགྲིག་གི་མ་རེད་ད་ག་འདྲ་དབང་ཆ་བེད་སྤྱོད་བཏང་ཆ་དུ་སོ་ཁོང་ཚོས་ལ་མ་བརྒྱབ་པས་ན་དེའི་རྐྱེན་མ་འོངས་པར་རྫོགས་མཐའ་མེད་པའི་རྙོག་དྲ་ཞིག་དང་དཀའ་ངལ་ཅིག་ཆགས་སྲིད་ཀྱི་རེད་ཟེར་བ། གང་ལྟར། ཞི་བའི་ཐབས་ལམ་གྱི་ཐོག་ནས་སྐད་ཆ་བཤད་དགོས་པ་དེ་ཡག་ཤོས་རེད་བསྟན་བཤད་ཀྱི་ཡོད་པའི་གནས་ཚུལ་བཅས་རེད་འདི་ཤཱ་ཏི་བྷ་ར་ཧེ་ཡུམ་རྡོ་རྗེ་ནས་ད་ལྟའི་ཁོ་རང་ཚོའི་ནས་ཕ་གི་དཀའ་ངལ་ནང་ཚུད་དེ་ཡོད་པ་དང་ནས་ད་ལྟའི་གྲོས་ཆོད་དེ་འགྲོ་ཡ་ཡ་ནས་མི་བརྒྱ་ཁ་བཅོ་ལྔ་ཡོད་པ་རེད་བདེ་འཇགས་ཚོགས་ཆུང་ནང་ལོ་ཡ་དེ་ནང་མི་དགུ་གིས་རྒྱབ་སྐྱོར་བྱེད་དགོས་གི་ཡོད་པ་ཚོགས་པ་དགུ་གིས་རྒྱབ་སྐྱོར་བྱེད་དགོས་གི་ཡོད་པ་ད་རྒྱལ་ཁབ་དགུ་གིས་རྒྱབ་སྐྱོར་བྱས་པའི་ཐོག་ནས་གནས་ཐ་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཏན་འཇགས་ཚོགས་མིའི་མིག་སྔར་ཡོད་པར་བ་རྒྱལ་ཁབ་དེའི་ནང་ལོགས་ནས་མངའ་ཁག་གི་རྒྱབ་སྐྱོད་ཐོབ་སྐུ་གོང་ཐ་འདི་ཆ་འདྲེ་ར་ཤི་ཡ་དང་རྒྱ་ནག་གིས་འདིའི་ལ་དུ་སོགས་རྒྱབ་སྐྱོར་བྱས་མེད་པའི་ཐོག་ནས་ཁྲིམས་འཆར་འགྲོ་ཐུབ་མེད་པའི་གནས་ཚུལ་བཅས་རེ་བདེ་བཤད། ཨ་རི་དང་ཨི་རན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁ་ཅིག་ཞུས་པ་ཡིན་ན་ད་ཐ་འདི། ཨི་རན་གྱི་གཟའ་མིག་དམར་གྱི་ཐོད་རང་ལག་རོ་ད་ཞོ་གས་རྔ་པོ་གཅིག་ཡ་སའུ་ཏི་ཨ་རི་བྷི་ཡ་གྱི་ཐོ་ཡ་ད་འདི་ཨལ་ཇ་བིལ་ལ་ནི་ད་དེར་ཀ་ཏོན་ས་གི་ས་ཆ་ཆེ་ཡོབ་ད་དེ་ཡ་ནི་ཁོ་རང་ཚོ་གི་མི་ཤུ་བུ་འདྲ་ད་མི་མི་གནམ་གྲུ་བཏང་བཅས་གཏོར་སྐྱོན་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་སའུ་ཏི་ཨ་རི་བྷི་ཡ་གི་བདེ་སྲུང་ནི་ཤེས་བྱ་ཕྱི་ན་ནི་ད་འདི་ཨ། ཨི་རན་གྱི་གཡུ་ཞབས་པའི་མེ་ཤུགས་འཕུར་མདའ་ཁག་གཅིག་དང་མི་མེད་གནམ་གྲུ་ཁག་གཅིག་ནི་ཁོ་རང་སོགས་ཀྱིས་ད་བར་ནམ་མཁའ་ནས་གཏོར་སྐྱོན་བྱེད་ཐུབ་ཡོད་པས་ནི་ཟེར་ར་བྱས་བསྡད་ཀྱི་འདུག་ཐ་ན་ཞེས Ballistic Missile དེ་འདྲའི་བན་གཡུ་ཞབས་སུ་སླེབས་ཆ་ད་གང་ལྟར་མེད Ballistic Missile དེ་ཚོ་ཡིན་ན་དཔེ་མི་སྲིད་ཀྱི་མྱུར་པོ་དང་ལྟ་ཤུགས་ཆེན་པོ་དམག་གི་ལག་ཆ་དང་ཚད་མཐོ་པོ་གི་དེ་འདྲའི་ཆ་དེ་ཡོད་རེད་ཨང་ཐ་ན་ཞེས་ད་ལྟའི། ཨལ་ཇཱ་བེལ་ལཱས་ཀྱིས་ད་ས་ཆ་དེ་སའུ་ཏི་ཨ་རེ་བྷི་ཡ་ཀྱི་ཡང་གཅིག་ཁ་ལོ་གཏེར་ཁ་སྟོན་ས་ཀྱི་དེ་འདྲའི་ས་ཆ་ཤུགས་ཆེ་ཤོས་གཅིག་ད་སའུ་ཏི་ཨ་རེ་བྷི་ཡ་ཀྱི་རྒྱལ་ཁབ་ཀྱི་ཡོང་འབབ་ཡོང་ས་ཀྱི་ད་བརྒྱ་ཆ་བདུན་ཟེར་ནི་ཕ་གིའི་ས་ཆ་དེ་ནི་དེ་ལ་ཆགས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རིའི་སྲིད་འཛིན Trump གྱིས་ད་ལྟའི་ཨ་རིའི་གི་མཐུན་ཕྱོགས་རྒྱལ་ཁབ་དེ་ཚོ་ཡ་སྐྱོན་བརྒྱུད་དྲག་པོ་བྱས་པའི་ཐོག་ནས། ཉི་ཧོང་གིས་ང་ཚོ་ལ་རོགས་པ་བྱས་མ་སོང་ཨོ་སི་ཀྲི་ལི་ཡ་གིས་ང་ཚོ་ལ་རོགས་པ་བྱས་མ་སོང་ལྷོ་ཀོ་རི་ཡ་གིས་ང་ཚོ་ཡར་རོགས་པ་བྱས་མ་སོང་ཟེར་བ། ནས་ཁྲོ་ད་ཡོར་དེ་ནི་ཕན་ཐོགས་མ་རེད་ཁོ་རང་ཚོ་གིས་རོགས་པ་བྱས་མ་སོང་ཟེར་བ། གང་ལྟར་ཨ་རིའི་གི་དམག་མི་ནི་ཁྲི་ལྔ་ནི་ཇི་ཕན་ལ་ཡོད་པ་རེད། ནི་བཞི་ཁྲི་ལྔ་སྟོང་ནི་ལྷོ་ཀོ་རི་ཡ་ལ་ཡོད་པ་རེད། ནི་དེའི་གི་དམག་མི་དེ་ཚོ་གིས་ད་ནི་ཇི་ཕན་དང།

ད་དེ་ཚོ་ཚང་མས་ཨ་རི་ལ་ད་ལྟ་རྒྱབ་སྐྱོར་མཐུན་སྦྱོར་ཡག་པོ་བྱས་སོང་ཟེར་ནས་ཞེས་པའི་ནི་ཟོལ་བཅད་རེད་དེ་ཤག་དེ་ནི་ཁོ་རང་གི་འཕྲོད་བཞེས་ཡ་ནི་ད་ལྟའི་ནེ་ཏྲོ་དང་ཨ་རི་གཉིས་ཀྱི་པར་ཡ་ད་ད་འདི་དཀའ་ངལ་ཞིག་འཕྲད་བསྡད་ཀྱི་ཡོད་པ་ད་འདི་ཡི་གཙོ་བོ་ཉིད་ཅག་ཨ་རི་སྲིད་འཛིན་ཁྲམ་གྱི་ད་ལྟའི་དྲན་མ་གི་དབང་པའི Green Land ང་ཚོ་ལ་བགོ་སླད་ཡིན་ཟེར་དེ་བགོ་དངོས་གནས་གོ་གི་ཡོད་ཟེར་བ་ཡིན་ནི་གནས་སྟངས་འདི་གི་ཐོག་ལ་ནི་ད་འདི་ནེ་ཏྲོ་དང་ཨ་རི་གཉིས་ཀྱི་པར་ཡ་མ་མཐུན་པ་བྱུང་བ་རེད་ཟེར་ནས་ནད་ཐོག་དེ་ད་ལྟ་ཤུགས་གང་ལ་བཏགས་རེད་སོགས་ཁོ་ཚོ་དངོས་སུ་བཏགས་ནས་ཞིག་ཡོད་མ་རེད། ཅེས་དང་ཁོ་ཚོ་ཡོད་ན་མེད་ན་ང་མཁས་པ་ཁས་མེད་ལས་སོགས་རང་ཡང་དེ་འདྲའི་འགན་བཅོལ་འཇུག་བྱས་པའི་ནི་ཚོད་དཔྱད་རེད་དེ་ཤ། དེ་ནས་ཨ་རིའི་སྲིད་འཛིན་ཀྲམ་གྱིས་བཤད་བྱ་བྱས་ན་ཨ་རིག་གིས་ད་ནི་ཚོད་མང་པོ་ཅིག་སྔ་ས་ནས་མ་ཕྱི་ལ་ཐོན་དགོས་འདུག་ཟེར་བ། ད་དེའི་ཚོད་ཀྱིས་ཀྲམ་གྱི་ཡོལ་ག་འདྲས་དྲུག་ཡོད་དེ་ཤེས་ཀྱི་མི་འདུག་དེ་ཧ་གོ་བ་ཡིན་ན་ཨ་ནི་ནི་ཚོད་ཀྲམ་ངན་དེས་ནི་ཚོད་འགའ་ལ་བསླུ་ཡ་རེད་ད་གང་ལྟར་གཙོ་བོ་ཁ་ཚང་ཨ་རིག་གིས་ད་ནི། མེ་ཤུགས་འཕུར་མདའ་གྱི་གནམ་གྲུ་དམག་གི་གནམ་གྲུ་ནི་ཨི་རན་གྱིས་གཏོར་སྐྱོན་བྱས་རྗེས་ཨ་ནི་དམག་མིའི་ཕ་གིའི་ཨི་རན་གྱི་ས་ཐོག་ལ་ཚ་བུར་བ་ད་དེའི་སྲུང་སྐྱོབ་བྱས་དང་འབྲེལ་བའི་ཐོག་ནས་སྐད་ཆ་དེ་ནི་བྱེད་འདོད་དེ་རེད་ཕ་གི་ལ་མི་ལྷག་ཡོད་པ་དེ་འདྲས་ཀྱི་གནས་ཚུལ་ལམ་སང་ཕྱི་བསྒྲགས་བྱས་ཡོང་དུས་ཨི་རན་གྱིས་ནས་དེ་མི་དེ་ཚོ་རྩེ་ག་འགྲོ་གི་རོགས་ད་དེ་འདྲས་ཀྱི་ཐོག་ནས་གནས་ཚུལ་ལམ་སང་ཕྱི་ལ་དྲམ་འགྲོ་གི་འདུག་དེ་ཏག་ཏག་བསྡད་མི་འདུག་བསྡབ་བྱ་བཅོས་འགྱུར་བྱས་པའི་གནས་ཚུལ་བཅས་རེད་དེ་ཤ་ད་ག་འདྲ་དེ་རིང་རེས་གཟའ་མིག་དམར་གྱིས་ད་ཨི་རན་གྱི་རེས་གཟའ་མིག་དམར་གྱིས་ཕྱི་ཚུལ། སྐྱེས་པ་ལ་ཡིན་དགོས་ནི་ཨ་རིའི་ཡིན་དགོས་ནི་ད་གང་ཚོད་ག་ནས་ད་གང་ད་ས་ས་མིག་དམར་གི་ཆུ་ཚོད་སྐྱེས་པ་ནས་དེ་ནས་ཨ་རིའི་གི་ད་འདི་ཨི་རན་ཡ་ད་གཏོར་སྐྱོན་ཤུགས་ཆེན་པོ་བཏང་གི་ཡིན་ཟེར་བ་བསམ་པ་ལོག་གི་ལྟེ་གནས་ཆ་ཚང་མེད་པ་བཟོས་བྱས་ད་གང་ད་གཏོར་བཤིག་བཏང་བྱས་ཚོང་ལམ་འགྲོ་ལམ་ཨ་ནི་ལོག་གི་ཚོང་རྒྱལ་ཚང་མ་མེད་པ་བཟོས་གི་ཡིན་ཟེར་བ་ད་ཁོང་ཚོས་གི་ད་ད་འདི་དམག་དེ་མཚམས་བཞག་གི་སྐད་ཆ་དེ་སླེབས་མ་ཐུབ་པ་ཡིན་ན་ང་ཚོའི་ཁོ་རང་ཚོའི་ཐོག་ལ་ད་གཏོར་སྐྱོན་ཤུགས་ཆེན་པོ་བཏང་བྱས་ནི་ཐ་ན་ཤེས་ལྡན་དེ Strait of Hormuz དང་གྲུ་གཟིངས་འགྲོ་ལམ་གྱི་ལམ་ཁ་ཅོར་དེ་ཡིན་ན་ཨ་རིག་གི་རྟ་དབང་དབང་ལ་ལིང་གི་ཡིན་ཟེར་དེ་འདི་ཅེས་བཤད་དེ་ཡི་འདུག་ཁོ་རང་ཚོ་གི་བཤད་ཡ་ཆད་བྱས་ན་དེ་ཨ་རིག་གི་ཁྲས་རྒྱག་གི་རེད་ཨ་རིག་གི་ཁྲས་རྒྱག་གི་རེད་ཟེར་ག་ནས་རྒྱག་མ་རེད་ཨི་རན་གྱིས་རྒྱག་པ་རེད་དེ་དེ་ཨི་རན་འགྲོ་བ་འདི་ཨ་རིག་ལ་སྤྲོད་ན་ཡག་གི་རེད་ལས་ཚོར་བ་ཡིན་དེ་འདྲ་གྱིས་ཀ་མོས་ནང་པའི་གནས་ཚུལ་བཅས་རེད་དེ་བཤད་དེ་ནི་ཨ་རིག་སྲིད་འཛིན Trump གྱིས་ཁ་སང་དྷ་སར་ཟླ་བ་ཡར་གསར་འགོད་གསལ་བསྒྲགས་སྤེལ་བའི་ནང་ལོགས་ནས་ད་ལྟའི་ཨ་རིག་གི་ཁ་སང་ཨི་རན་ནང་ལོ་ཡལ་ད་ཁོ་རང་ཚོ་གི་དམག་མི་གཉིས་སྲུང་སྐྱོབ་བྱས་གི་ཆེད་དུ་དྲོད་སྲུང་ཤུགས་ཆེན་པོ་བཏང་རྗེས་ནི་མི་གཉིས་སྲོག་སྐྱོབ་བྱས་ཐུབ་བྱུང་པ་རོ་ད་དེའི་རྗེས་ཀྱི་ཆ་ཤས་སྒྲིག་པའི་སྐབས་སུ་ཨ་རིའི་དམག་མི་རང་དེ་འདྲའི་དམག་སྤྱི་དེ་འདྲ་བརྒལ་ན་ད་དེ་མགོ་རྙོག་པོ་རེད་ནི་དཀའ་ལས་ཆེན་པོ་རེད་གྱོང་ཆེན་པོ་རག་གི་རེད་མི་གཉིས་ཀྱི་དོན་དག་ཡལ་ད་དྲོ་སྲོང་ཆེན་པོ་འགྲོ་གི་རེད་ནི་ལས་ཀ་དེ་ཉེན་ཁ་ཚ་བོ་རེད་དེ་འདྲ་ཤེས་ངེས་བྱུང་ཟེར་ནི་ང་རང་རང་གིས་ད་ཨ་རིའི་མི་སེར་སྐྱ་བས་གི་ཆེད་དུ། གནས་དང་དབང་གི་ཐོག་ནས་བཀའ་བཏང་བྱས་ནས་དེ་བྱས་པ་ཡིན་ས་རེད་མི་དང་པོ་དེ་ལིངྒ་འགྲོ་བའི་སྐབས་སུ་གནམ་གྲུ་དང་རྟ་གཅིག། མེ་ཤུགས་བུན་དང་རྟ་དེ་འདྲས་ཀྱི་འགྲོ་ངེས་ཀྱི་གནམ་གྲུ་ཐོག་དམག་རྩིས་ངེས་དང་རྟ་ག་འདྲ་དེ་འདྲས་ཀྱི་གནམ་གྲུ་འདྲ་མི་འདྲ་བརྒྱ་དང་བདུན་ཅུ་སུ་བེད་སྤྱོད་བཏང་བྱས་ལེན་པ་ཡིན་ས་རེད་མི་གཉིས་པ་དེ་སྲུང་སྐྱོབ་བྱེད་དུས་སྐབས་སུ་བརྒྱ་དང་ལྔ་བཅུ་ང་ལྔ་བེད་སྤྱོད་བཏང་པ་ཡིན་ས་རེད་ག་འདྲ་དེའི་སྐབས་སུ་ཡིན་ན Fighter Jet ལས་རོ་དང། Refueling Tanker། ནི་ཡང་སྲུབ་སྐྱོབ་བྱེད་མཁན་གྱི་གནམ་གྲུ་དང་དེ་འདྲའི་ཁ་འདྲ་མི་འདྲ་མང་པོ་ཅིག་བཏང་ཆེད་ལས་གཞི་དེ་སྤེལ་བ་ཡིན་ཟེར་ནས་བཤད་ཀྱི་འདུག་དེ་ནས་ཨ་རིའི་སྲིད་འཛིན་ཀྲམ་གྱིས་དེའི་གི་སྐབས་སུ་ད་མི་གཉིས་ལབ་རོགས་ཁོ་རང་ཚོ་གི F བཅོ་ལྔ་གཏོར་སྐྱོན་བྱས་པའི་སྐབས་སུ་ཡིན་ན་ད་གང་ལྟར།

ནས་ད་ད་ལྟའི་ཨི་རན་གྱི་མི་དེ་ཚོ་སེམས་ཅན་རེད་ཁོ་ཚོ་ཁྲིམས་འགལ་རེད་ཟེར་བ་ཁོ་ཚོ་ཡང་ནི་དུ་རེན་མཚོན་ཆ་ཁོ་ཚོའི་ལག་པ་ལ nuclear weapons སླེབས་པས་ན་དེ་ལས crime ཆེ་ཡོད་མ་རེད་ད་ནང་ཉིད་ལོག་རེད་ཉེས་པ་དེ་ལས་ཆེ་ཡོད་མ་རེད་དེ་སླེབས་བཅུག་རྒྱུ་ཡོད་མ་རེད་དེ་སླེབས་མ་བཅུག་ཡོད་ལ་ང་ཚོ་གི་ད་མ་ཚད་མཐོ་མོ་ག་འདྲ་ཅི་འདྲ་བྱ་དགོས་གི་རེད་ཁྱེད་ཚང་གི་ཨ་རི་ཡ་དེ war crime གི་ལོག་ར་དམག་གི་ཁྲིམས་འགལ་གྱི་ཉེས་ཆད་ཕོག་ཡོད་ལ་ཁོ་ན་སེམས་ཁྲལ་མེད་ཟེར་ཞིག་ཡོད་པའི་ནི་ཚོད་ཅི་རེད་དེ་ཤ་ད་ལྟ་འདི་དེའི་པར་ཡ་ཁེ་ཕན་ཆེ་ཤོས་ལེན་ངེས་འདུག་ཨི་ཟི་རེལ། Israel། གིས་ཡང་ཁ་ཚང་འདུག་ཟླ་ཨ་རི་སྲིད་འཛིན Trump གིས་འདི་སྨྱོན་ལ་ཕྱི་ཚོལ། དྲུག་ཅུ་ཁ་ཚན་སྤྲད་འདུག་དེ་ཚོ་སྤྲད་པ་དེའི་སྐབས་སུ་ནི་ཨི་ཟི་རེལ་གྱིས་ལམ་སང་ཨི་རན་ཐོག་ལ་ད་ལྟ་ཨི་རན་གྱི Gas ལ་ཨོར LPG སྟོན་ས་ཀྱི་ལྟེ་གནས་ཡ་ཏོ་སི་ཏོར་སྐྱོན་ཤུགས་ཆེན་པོ་བཏང་ཤག་རེད་ད་ཡང་ཁ་ཚང་སྲིད་འཛིན Trump གིས་ཕྱི་ཚོལ་ཞིབ་བཤེར་བརྒྱད་སྤྲད་ཅག་ད་དེ་ཟབ། མིག་དམར་གྱི་དགོང་མོ་ཁྱེད་ཚོ་སྐྱེས་པ་ལ་བཙོག་གྲབས་ཡོད་པ་འདྲ། ཡང་མདང་དགོང་དུ་ས་ཨིས་ར་ཨེལ་གྱི་ཡང་བྱ་དུ South Paras ལས་དེའི་ཡ་ཡང་བྱ་མ་རྒྱབ་བྱ་གཏོར་ཡོད་པའི་གནས་ཚུལ་བཅས་རེད་དེ་བྱས་ད་ག་ད་དེའི་ཡ་གཏོར་སྐྱོན་ཆེན་པོ་བྱུང་བས་ན་ད་འཛམ་བུ་གླིང་ཁྱོན་ཡོངས་ཀྱི་རྒྱས་ཡོང་ས་ཤུགས་ཆེ་ཤོས་བྱས་དེ་ཆགས་དེ་གི་འདུག་བྱས་ད་ག་ད་འཛམ་བུ་གླིང་ཚང་མ་ལ་དཀའ་ངལ་འཕྲད་པ་ཡིན་ད་ག་ད་དཀའ་ངལ་འཕྲད་ཡོང་དུས་སུ་ལ་ཁོང་ཁྲོ་ཟེར་ཇི་སྔའི་དེ་ལ་ཁོང་ཁྲོ་ཟེར་བ་ཅན་ཚང་གིས་ཨ་རི་དང་ཨི་ཟི་རེལ་ལན་དགྲ་མང་བགྲོས་བྱས་ང་ཚོ་ད་ད་ལྟ་ཡིན་ན་ང་ཚོ་དགྲ་གལ་ཡོད་མ་རེད་ཡང་ཁོང་ཚོ་གིས་དེ་འདྲ་སྐྱེས་པའི་རྐྱེན་གིས་ང་ཚོ་ལ་དཀའ་ངལ་དེ་འཕྲད་པ་ཡིན་ཙང་དགྲ་ཟ་གི་ལས་ཆོག་ཅན་ཚང་གིས་སྔོན་ལ་འདུག་ཨི་ཟི་རེལ་གྱིས་གཏོར་བསྡུས་སྐབས་སྲིད་འཛིན་ཀྲམ་གྱིས་ང་འདི་གཏོར་བ་ཧ་གོ་མ་སོང་ཟེར་ང་ཚོ་སྐད་ཆ་གལ་ཆེ་འོང་མ་སོང་གཏོར་ཡག་གི་ཆ་ཤི་ཡོད་བ་ཤིན་གྱི་མེད་ལན་བཤད་ཡོད་པ་དང་ཡང་ཁ་ཚང་དགོ་ནི་ཡང་འཇག་འདུག་གཏོར་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ཁ་སང་ཨི་རན་གྱི་ཁ་སང་གཟའ་ཟླ་བ་ཡ་ད་ནྡ་ཨ་རིག་གིས་སྤྲད་བཞག་པའི་ཞི་བའི་དོན་ཚན་དོན་ཚན་བཅོ་ལྔ་བྱས་པ་དེ་ནི་ངོས་ལེན་བྱེད་ཀྱི་མེད་ཟེར་བ་ལྟ་དེ་དཔེ་མི་གསལ་གྱི་དམིགས་ཡུལ་ཆེན་པོ་ནི་རྒྱུན་ལྡན་མ་ཡིན་པ་ནི་རྒྱུ་མཚན་མེད་པ་དེ་འདྲ་གི་དེ་རེད་དེ་ཤ་དེའི་རྩ་བ་གཉིས་ནི་འགྲིག་གི་མི་འདུག་སོ་ཅན་ཚང་གི་ཁོ་རང་སོ་ཡིས་ངོས་ལེན་བྱེད་ཀྱི་མེད་ཟེར་དེ་ངོས་ལེན་བྱེད་དགོས་ཀྱི་ཡོད་ན་ནི་ད་ནྡའི་ཨི་རན་དང་འབྲེལ་བའི་ཐོག་ནས་དམག་དེ་ཆ་ཚང་མཇུག་སྒྲིལ་ཀུ་ཝེས་ཏི་ཨི་རན་ཙམ་མ་ཡིན་པ་ད་ལྟ་ཨི་རན་གྱི་མཐུན་ཕྱོགས་ལེ་བྷ་ནོན་གྷ་ཛ་ཚང་མ་གི་དམག་ནི་མཚམས་བཞག་དགོས་ཀྱི་ཡོད་ཟེར་བ་ནི་དག་ན་ཞེས་མ་འོངས་པར་དམག་བསྐྱར་དུ་མགོ་མ་བཙུགས་ཡ་དམག་མ་རྒྱག་ཡ་གི་གན་རྒྱ་ཡང་བཞག་དགོས་ཀྱི་ཡོད་དག་ན་ཞེས Strait of Hormuz གི་འགྲོ་ལམ་དེ་ཨི་རན་གྱི་བདག་དབང་ཆ་ཚང་གཙང་མ་དགོས་ཀྱི་ཡོད་ཟེར་ཞིག་ཡོད་པ་དང་ནི་ད་ལྟའི་ཨི་རན་གྱི་ནང་ལོགས་ཡང་ལྟ་གཏོར་སྐྱོན་མང་པོ་བྱུང་བར་བ་དེ་ཚོའི་ཆ་ཚང་ཡ་ནི་དུ་ས་བསྐྱར་གསོས་བྱེད་དགོས་ཀྱི་ཡོད་ས་ལ་ནི་ད་དུས་མཚན་བཅུ་ཆད་པ་ཅིག་དགོས་དོན་ཚུལ་སྟོན་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཆེན་ཚང་གི་ད་གང་ལྟར་ད་ལྟའི་ཨ་རི་དང་ཨི་རན་གྱི་དམག་དེ་གི་ཐོག་ནི་ཨི་རན་ལ་གྱོང་གུད་ཆེན་པོ་ཡོད་པ་རེད།